ནམ་མཁའ་དང་མཉམ་པའི་སེམས་ཅན་ཐམས་ཅད་དོན་དང་རྫོགས་བྱེད་བླ་ན་མེད་པ་ཡང་དག་པར་རྫོགས་པའི་སངས་རྒྱས་ཀྱི་གོ་འཕང་དང་བར་ཆད་ནོན་ཅིང་ཐོབ་པར་བྱ། དེའི་ཆེད་དུ་གསུང་རབ་རྣམ་པར་དག་པ་ལ་ཚུལ་བཞིན་དུ་འཇུག་པར་བགྱིའོ་སྙམ་པས་དང་བསམ་པ་བྱང་ཆུབ་མཆོག་ཏུ་ཐུགས་བསྐྱེད་པ་གསལ་བཏབ་སྟེ་གསན་པར་ཞུ། དེ་ལ་འདིར་གང་ཞིག་གསན་པར་བྱ་བའི་ཆོས་དེ་དང། འོ་ད་ང་ཚོས། མངོན་པ་ཀུན་ལ་བཏུད་པ་ས་ཡ་དག་དེ་ཞུ་བར་བྱེད་པའི་སྐབས་རེ་བ། ད་ག་སང་ཉེ་ཆར། སྨན་རྩིས་འབྱུང་གི་ངོས་ནས།

དེང་གི་ཚ་ནས་ཀུན་འདུས་ཅིག་འགྲོ་བྱས་ན། ལྟས། གནད་འགག་ཆེན་པོ་འགྲོ་བ་ཅིག་ཡོད་རེད་དོ་ཟིག་ང་ཚོ་དཔེར་ན། དགོས་དོན་གྱི་སྐབས་ལ། སྐད་ཆ་དེ་འདྲའི་ཡོང་གི་རེད། འོ་དེ་འདྲ་ཡིན་དུས་ཙང་ལས་ད་ཀུན་འདུས་ཅིག་ཞུས་བྱས་ན་བསམ་པ་རེད་ད་ཡིན་ན་ཡང་ཀུན་འདུས་འདི། དེ་ནས་གཞུང་རྒྱ་ཆེན་པོ་བྱས་དེ་ནས་སོ་སོ་གི་ད་མི་དམངས་སློབ་སྦྱོང་བྱས་པའི་སྐབས་ནས་བཟུང་སྟེ་དེ་ནས་ད་ལྟ་བར་དུ་ད་དམིགས་བསལ་གྱི་ཡང་ཀུན་འདུས་རང་གི་ཐོག་ནས་མ། ཅིག། ཞིབ་ཁྲིད་དང་ཞིབ་ལྟ་ད་ལྟ་རེ་ཅིག་བྱས་ཡ་མ་བྱུང་ནས་ཕལ་ཆེར་ལོ་ཉི་ཤུ་ལྷག་ཟིན་གྱི་འགྲོ་འདུག་སྔོན་མ་དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གོ་བརྒྱད་དང་གོ་བརྒྱད་ལོ་ལ་ཕལ་ཆེར་ཡིན་ས་ཡོད་དེ་ནས་མངོན་པ་འཛིན་གྲྭ་དེ་འདྲའི་ལ་དེ་ནས་འགྲོ་བའི་སྐབས་ལ་ད་དེ་དུས་ཅིག་ཚུལ་ཞུས་པར་ད་ད་དེ་ནས་བཟུང་སྟེ་ཕལ་ཆེར་ལོ་ཉི་ཤུ་རྩ་གྲངས་ཅིག་ཐུམ་གཅིག་ཞིབ་ཕྲ་བྱས་ནས་མཇལ་ཡག་འདྲ་བོ་གཅིག་མ་བྱུང་འདུག་ཙང་ནས་དེ་ནས་ཡང་ཧོབ་ཏུ་ག་ལ་ཅིག་ཞུ་དགོས་འདུག་ཙང་ནས་ཞེ་དྲག་ཞེ་དྲག་ཁུང་བྱུས་པོ་རང་ཡོང་ཨ་ཡོད་ན་ད་ཡིན་ན་གང་ཐུབ་ཐུབ་འདྲ་བོ་གཅིག་བྱས་ན་མ་ཞུ་ཡག་དེ་འདྲའི་གཅིག་རེད་དེ་ནས་དེ་ཡིན་དུས་ད་འདི་ཀུན་བཏུས་དང་འདི་ཚོ་བྲལ་ཏེ་གཙོ་བོ་རྒྱ་གཞུང་གི་རིགས་མང་ཆེ་བ་གཅིག་ཞུ་ས་དེ་སྟོད་སྔོན་མ་རྫོང་ས་དགེ་མཁན་པོ་རིན་ཆེན་ཞུ་གི་རེད།

བླ་མ་བཅས་ཡིན་དེ་ཡིན་དུས་ཚང་ནས་ཁོང་གི་སྐུ་མདུན་ནས་ད་སྐབས་དེ་དུས་ད་དམིགས་བསལ་གྱི་བཀའ་དྲིན་ཟིན་ན་གལ་དྲན་གྱི་མར་བ་ད་ཅིག་ང་ཚོ་ཞུ་བདེ་གི་རེད་ཡིན་ན་ཡང་ད་ད་ལྟ་བསམ་བློ་བཏང་འོང་དུས་ཚང་ནས་དངོས་གནས་ཅིག་རྒྱ་གཞུང་དང་འདི་ཚོ་ཐོག་ལ་དེ་འདྲ་ཅིག་ཁ་མ་བསྐོར་ནས་ད་སོ་སོ་ཤེས་དཔལ་གྱི་སྤོབས་པ་མ་ཡིན་པ་ཁྲི་རྒྱུན་ལུང་རྒྱུན་ཡང་དག་པ་ཅིག་ཡོད་ཨ་བསམ་པའི་སྤོབས་པའི་ཐོག་ནས་ཞུ་ཡག་འགྲོ་བ་ཅིག

ཡང་ཁྱེད་རྣམ་པའི་ངོ་ནས་གང་ལྟར་ཅིག་གང་ཐུག་ཐུག་ཅིག་ཟི་རོ་ན་རོ་ཨ། དེ་མ་གཏོགས་གོ་ཅིག་ངས་ཅིག་ཁྲིད་བས་བཟོ་འགྲོ་བ་ཤེས་ཆུ་ཚོད་གཅིག་ལ། དེ་ན་ཡང་དཔེ་ཆ་དེ་ལྟེབ་ཚིག་བཅས་བཞག་ཡོད་ན་མ་འགྲིག་པར་རོ་ཨ། དེ་ཡིན་དུས་ཚང་ན་ཉིན་རེའི་ཁྲིད་ཅེས་པ་དེ་ཅིག་མཇལ་འབྲས་ན་ན་ཚར་གཅིག་དང་འབྲེལ་བའི་ན་ན་ཚར་གཅིག་ཡིན་གྱི་མི་གཅིག་ལོག་ཨེ་ཐུག་མི་ཐུག་ཅིག་གཟིགས་རོ་ཨ། དེ་ཤེས་དུས་ཚང་ནའི་འབྲེལ་བ་ད་ལྟ་ང་ཚོ་དཔེ་མཛོད་ལོ་ཟླ་བ་ད་ལྟ་འདི་རེད། རྒྱལ་ས་དྷ་མ་རིན་ཆེན་གྱི་འབྲེལ་བ་དེ་ད་ལྟ་དཔེ་མཛོད་གང་མང་ཐག་ཆོད་ཅིག་འདུག་དེ་ཡིན་དུས་ཚང་ན་དེ་ན་དེ་ཚོ་ཅིག་གཟིགས། ཡིན་གཅིག་མིན་གཅིག་ཚར་རེ་རེ་གཟིགས་ཨེ་ཐུབ་མི་ཐུབ་བལྟ་རུ་བ། ད་ང་ཚོ་དུས་ཚོད་ནི་ཡོལ་བ་དང་འདའ་བ་དེ་འདྲ་གཅིག་བྱས། དེ་ནས་དེ་མ་ཟད་དེ་ནས་ད་ལྟ་འདི་ཡང་གཅིག་མཚམས་མཚམས་ཚར་གཅིག་ལོག་ཡང་མཚམས་མཚམས་མ་ལོག་བ་ཡིན་ན་དེ་ནི་གང་མཚམས་སོང་དུས་བར་མཚམས་འགྲོ་གཅིག་ཆད་འགྲོ་རུ་བ་དེ་མ་ཡིན་པར་གང་ལྟར་མུ་མཐུད་ནས་ཉིན་རེ་ཉིན་རེ་གཅིག་བྱས་པ་དེ་ཉིན་རེ་ཉིན་རེ་གཅིག་ལོག་ཐུབ་མི་ཐུབ་གཅིག་གཟིགས་རུ་བ། དེ་ནི་ཁོ་གཅིག་ལོག་བྱས་པ་ཡིན་ན་དེའི་ནང་ནས་གོ་བ་གཅིག་ཁོ་རྙེད་འགྲོ་རུ་བ། མ་ལོག་ནས་བཞག་བྱས་པ་ཡིན་ན་དེ་ནི་གོ་བ་ཚོད་ལེགས་མ་རེད་འོ་དེ་འདྲ་ཡིན་ན་ཚ་ནས་ཡིན་གཅིག་མིན་གཅིག། འབྲེལ་བ་དེ་ཚོ་ཚ་རེ་རེ་དེ་འདྲ་ཞིག་གཟིགས་རོགས་གནང་ཟེར་ནས་ཞུ་ཡག་ཡིན། དེ་ནས་ཡང་དེ་མ་ཡིན་པ་ཅིག་འབྲེལ་བ་གཟིགས་ཡག་ལ་སྤྲོ་བ་ཡོད་པ་དང་དུས་ཚོད་ཡོད་པ་དེ་འདྲ་ཡིན་ན་ད་དུང་ང་ཚོ་དཔེ་མཛོད་ཁང་དུ་བ་ལ་འབྲེལ་བ་བཙལ་ཡག་ཡོད་རེད་ད། འདི་དཔེར་ན་ས་བཅད་ཀྱི་དེ་ནས་གཞུང་འབྲེལ་ནང་ལ་བསྒྲིགས་གནང་འདུག་དེ་ནས་ས་བཟང་མ་ཏི་པཎ་ཆེན་ཟེར་ནས་ད་བཀའ་གདམས་ཀྱི་དེ་ནས་བླ་མ། ཆོས་ལུགས་རེས་སུ་མེད་པའི་བླ་མ་གཅིག་རེད་ཁོང་གིས་དེ་ནས་མཛད་བྱས་པའི་མངོན་པ་ཀུན་འདུས་ཀྱི་འགྲེལ་བ་དཔེ་ཆེན་པོ་གཅིག་ཡོད་རེད། དཔེ་ཆའི་སྔོན་མ་ཤིང་པར་འདྲ་བོ་གཅིག་ནི་པོ་ཏི་གཉིས་ཚ་ཡོད་རེད་དེ་དེང་སང་འདི་ཀློག་རའི་ནང་གི་དཔེ་ཆ་དེ་ལ་པོ་ཏི་གཅིག་ཚ་གཅིག་འདུག་བ་དེ་བྱས་དེ་ནས་དཔང་ལོ་ཚ་བོ་བློ་གྲོས་ལྡན་པ་ཟེར་ཡག་པོ་ཁོང་གིས་མཛད་བྱས་པའི་མངོན་པ་ཀུན་འདུས་ཀྱི་འགྲེལ་བ་དེ་འདྲའི་ཡོད་རེད་དེ་ནས་རྙིང་མའི་གི་མི་ཕམ་གི་བཀའ་འབུམ་ཡོད་མཁན་དེ་འདྲ་ཡིན་ན་མི་ཕམ་གི་བཀའ་འབུམ་ནང་ལ་ཡང་མངོན་པ་ཀུན་འདུས་ཀྱི་དེ་ནས་ཅིག་འགྲེལ་བས་གི་གནད་འགག་གནད་འགག་ཚང་མ་ཚུར་བསྒྲིགས་བྱས་པ་དེ་འདྲའི་ཡོད་རེད་དེ་བྱེད་དུས་རྩ་ནས་གང་ལྟར་ཅིག་ཀུན་འདུས་ཀྱི་འགྲེལ་བ་སྤུས་དག་དེ་འདྲའི་ཡོད་བསྡད་པ་རེད། དེ་ནས་ཡག་ཅིག་ད་རྒྱ་འདྲེ་དེ་ཚོ་ནི་ང་ཚོ་བརྟག་ཐུབ་ཀྱི་མ་རེད་མ་གཏོགས་ད་ལྟ་བསྟན་འགྱུར་དེ་ཚོའི་ནང་ལ་ཡང་འགྲེལ་བ་སྦྱར་སའི་མ་ཟེར་ནས་བྱང་ཆུབ་སེམས་དཔའ་རྒྱལ་བས་བསད་ཟེར་ཡག་ད་ཁོང་གིས་དེ་ནི་བརྩམས་བཞག་བས་ཀྱི་འགྲེལ་བ་རྒྱས་བསྡུས་གཉིས་འགྲོ་ཐུབ་འདོད་འདུག་བ་ཨོ་དེ་ཡིན་ཟེར་ན་འགྲེལ་བ་སྤྱི་དང་ཁག་མང་པོ་རེད་ད་ཡིན་ན་ང་རང་ཚོ་དེ་ག་ཚ་མང་པོ་ཟིག་ལོང་ཡོད་མ་རེད་བ་ད་དེ་ནི་འདི་ནས་ཞུ་ཡག་དེ་ཕལ་ཆེར་ཡག་ཅིག་དེ་འདྲས་ཅིག་ཀློག་མོ་ལ་ཡིས་ཤར་དུ་ནི་མ་འོངས་པ་ལ་འབྲེལ་བ་བཙལ་ཡག་ལས་ལྷག་རེད་བསམ་གྱི་དེ་འདྲ་ཞིག་ཞུ་ཡོད་རེད་བ་འོ་དེ་མ་གཏོགས་ཡང་ང་ཚོ་ཚང་མ་གཅིག་གཟིགས་ཐུག་མར་བ་ད་ཡིན་ན་ཡང་གང་ལྟར་གང་ལྟར་འབྲེལ་བ་ཡོད་བདེ་བས་དེ་ནས་འབྲེལ་བ་དེ་ཚོ་ཚར་རེད་ཟེར་གྱི་དེ་ནས་མ་གཟིགས་རོགས་གནང་ཟེར་ནས་འོ་ད་དེ་འདྲ་ཅིག་བྱས་དེ་ནས་ད་ང་ཚོ་འདི་ནས་མ་དེ་ནས་རྔོན་པ་ཀུན་འདུས་དེ་ཞུ་བར་བ་ད་དེ་ཡིན་དུས་ཙང་ནས་སྤྱི་དང་དེ་ནས་རྔོན་པ་མཛོད་དང་ཀུན་འདུས་གཉིས་པོ་དེ་གཞུང་གི་བརྗོད་བྱ་ཕར་བྱས་བ་འདྲ་བོ་རེད་དེ་བྱེད་དུས་ཙང་ནས་མངོན་པར་མཛོད་གཟིགས་ཚང་གི་དེ་ཚོ་ཡིན་ན་ད་ཀུན་འདུས་ལས་ལྷ་བོན་འབྲོག་ཅིག་ཆགས་ཡོང་གི་ཡོད་ཀུན་འདུས་ནང་ལ་ད་ཁྱད་ཆོས་ག་རེ་འདུག་དེ་ལྟ་ཡག་ད། འབུར་དུ་ཐོན་པའི་ཁྱད་ཆོས། ཁོ་རང་ནང་ནས་མཛོད་ཀྱི་ནང་ལ་མ་སོང་བ། འོ་དེ་འདྲའི་ག་རེ་ག་རེ་འདུག་དེ་ང་ཚོ་གཙོ་བོ་ལྟ་ཡག་རེད། ད་མཛོད་ལ་སོགས་པ་གཟིགས་མ་མྱོང་མཁན་འདྲ་ཅིག་ནི་ག་ནས་ཞིབ་ཕྲ་བྱས་ནས་གཟིགས་ནང་དགོས་ཡ་འབྲོག་ཅིག་ཆགས་ཡོང་གི་རུ་བ། སྤྱི་བཏང་གི་ད་ལྟ་ང་ཚོ་དཔེར་ན་ཚད་མའི་སྐབས་ཀྱི་དེ་ནི་བློ་རིག་དང། རྟགས་རིག་དང་བསྡུས་གྲྭས་ཀྱི་རིག་དང་ཚོར་འགྲོ་ཚང་མཁན་འདྲ་གཅིག་ཡིན་དུས་ཙམ་མང་ཆེ་བ་དེ་ལྟས་སུ་མངོན་པ་གོང་འོག་གི་གཞུང་དེ་ལས་སླ་བོ་འགྲུབ་པ་ཆགས་ཡོང་གི་ཡོད་ས་རེད་གང་ཡིན་ཟེར་ན་རྣམ་གྲངས་མང་ཆེ་བ་བསྡུས་གྲྭའི་སྐབས་ཐོབ་པ་ལ་སླེབས་ཡོང་དུས་བ་ཁ་དོག་གི་རྣམ་གཞག་ཟེར་ཡག་འདྲ་བོ་དང་རྟགས་གཅིག་དེ་ཚོ་རིང་འདྲ་མ་འདྲ་མང་པོ་ཅིག་སླེབས་བསྡད་དུས་ཙང་ནས་བརྗོད་བྱ་ཕར་མོ་ཆེ་འདྲ་བོ་ཅིག་ང་ཚོ་ནམ་རྒྱུན་གོ་མྱོང་ཡོད་བསྡད་པ་འདྲ་བོ་ཅིག་རེད་དུས་ཡོད་རེད། འོ་དེ་འདྲ་རེད། ད་དེ་བྱས་ཡོང་དུས་ཙང་ནས་སྤྱི་བཏང་དེ་ནས་རྔོན་པ་གོང་འོག་གི་གཞུང་དེ་ད་ཅིག་བྱུང་རིམ་འདྲ་བོ་ཅིག་བྱས་ཡོང་དུས་ཙང་ནས་དཔེར་ན་མཛོད་འདྲ་བོ་ཅིག་ནི་སློབ་དཔོན་དབྱིག་གཉེན་གྱིས་གསུང་བཞག་པ་དེ་འདྲ་ཞིག་རེད་བ། དེ་ནས་རྔོན་པ་ཀུན་འདུས་འདྲ་ཅིག་ཡིན་ན་སློབ་དཔོན་ཐོགས་མེད་ཀྱིས་གསུང་བཞག་པ་ཅིག་རེད་དེ་ཡིན་དུས་ཙང་ནས་ཐོགས་མེད་སྐུ་མཆེད་གཉིས་ཀྱིས་དེ་ནས་རྔོན་པ་གོང་འོག་གཉིས་ད་མཛད་གནང་རོགས་བ། ད་འདི་མཛད་གནང་ཡག་གི་རྒྱུ་མཚན་འདྲ་བོ་དེ་ཡང་ང་ཚོ། ནམ་རྒྱུན། ལོ་རྒྱུས་གསུང་སྟངས་འདྲ་བོ་གཅིག་གི་ཐོག་ལ་ག་རེ་གསུང་དགོས་ཟེར་ན། སྔོན་མ་དེ་ནས་རྒྱ་གི་ད་ནཱ་ལེནྡྲ། མཐོ་རིམ་ཧ་ཅང་ཆེ་ཤོས་རུ་བ། དེ་ཡིན་དུས་ཙང་ནས་ནང་པའི་གི་ཅིག་བསྟན་པ་རྒྱས་ས་ཟེར་དགོས་རུ་བ་དང་ཅིག་ཤེས་དཔལ་གི་བསྟན་པ་དང་སྒྲུབ་པ་སྐོར་ཡི་རང་བཞིན་གི་ཡོད་དང་ཡོད་རེད་དེ་ཡིན་ན་གཙོ་བོ། ཤེས་དཔལ་གི་ཐོག་ནས་ལུང་རིགས་གི་ཐོག་ནས་སྒྲོ་འདོགས་གཅོད་སའི་གི་བསྟི་གནས་ཆེ་ཤོས་འདྲ་བོ་དེ་ནཱ་ལེནྡྲ་ཡིན་དུས་ཙང་ནས་དེ་ནི་ནཱ་ལེནྡྲ་ལ་སྔགས་ཆེ་མང་པོ་ལ་དེ་ནི་བར་ཆད་དང་རྐྱེན་ངན་དེ་འདྲ་བྱུང་བྱས་ནས་དཔེ་མཛོད་དེ་ཚོ་མེ་ལ་མང་པོ་ཐིག་མ་གསུམ་ཟེར་ཅིག་ཚིག་བ་རེད་ཟེར་གི་ཡོད་རུ་བ། དེ་ཚེ་ཡོད་འདོད་ཚང་ནས་དེའི་སྐབས་དེ་འདྲས་ལ། དེ་ནས་ཅིག་སྔོན་དཔལ་གྱི་ཆུས་ཕ་རོལ་བྱེ་བ་དེ་དེ་ནས་མལ་གྱི་ཚིག་སོང་བ་འདྲ་བོ་ད་ལྟ་དེ་འདྲས་ཀྱི་གང་ལྟར་ཉམས་གུད་ཚབས་ཆེན་འདྲ་བོ་ཅིག་ཐེབས་སོང་བ་དེ་འདྲས་ཅིག་ཡིན་གྱི་ཡོད་ས་རེད་དེ་ཡིན་འདོད་ཚང་ནས་དེ་ནས་ད་ལྟ་དེ་བྲམ་ཟེ་གྱི་རིགས་ཡིན་མཁན་ཅིག་བྲམ་ཟེ་མ་གསར་བའི་ཚུལ་ཁྲིམས་ཟེར་ཡག་ཅིག་ཡོད་རེད་ཟེར་གྱི་འདུག་བ་བུད་མེད་ཅིག་ལ་ཁ་ཤས་ཟན་དེ་དགེ་སློང་མ་རེད་ཟེར་གྱི་རེད་དེ་བྱེད་འདོད་ཚང་ནས་གང་ལྟར་མོ་རང་གིས་ད་ཅིག་དམ་པའི་ཆུས་སྔོན་པ་ཟེར་ཡག་འདི། ཅིག་བསྟན་པ་ནུབ་སོང་བ་དེ་ལ་པད་མ་བཟོས་ནས་ད་ང་བུད་མེད་ཀྱི་རྟེན་ཅན་གཅིག་གིས་ཅིག་མངོན་པ་དར་ཡག་གི་ཆེད་དུ་ལས་འཁུར་འདྲ་བོ་ཅིག་སྤེལ་དགོས་བ་ཡིན་ན་ཡང་ད་ཅིག་སྤྱི་ཚོགས་དང་ཁོར་ཡུག་གི་གནས་སྟངས་ཀྱི་ཐོག་ནས་སྤེལ་མི་ཐུབ་བ་དེ་འདྲ་ཅིག་ཆགས་ཡོང་གི་འདུག་དེ་ལས་ད་ཅིག་བུ་ཅིག་སྐྱེས་ནས་དེ་ནས་དམ་བེད་ཆུ་མངོན་པ་དེ་འདྲ་ཅིག་ད་དར་རྒྱས་གཅིག་ཡིན་བསམ་པ་དེ་འདྲའི་ཀྱི་ཀུན་སློང་སྔོན་དུ་བཏང་བའི་ཐོག་ནས་དེ་ནས་དེ་དང་དེ་སྲས་གཉིས་སྐྱེས་པ་རེད་དེ་འདྲ་ཅིག་གསུང་གི་ཡོད་རེད་བ་དེའི་ཕྱི་དུས་ཙང་ནས་དེ་ནས་དེ་འདྲ་ཅིག་རེད་དེ་ཡིན་དུས་དེ་ནས་ད་དང་དེའི་དབྱིག་གཉེན་དང་ཐོག་མའི་རྣམ་པ་གཉིས་འཁྲུངས་པར་བ། དེ་ནས་ཡིག་རྙིང་དང་ཐོག་མའི་མྱེས་པོ་ཀུན་མཁྱེན་མྱེས་པོ་དེ་ཡང་དག་ཡ་གཅིག་དགུང་ལོ་སྟེ་ཚུན་ཡང་ཆེན་པོ་ཆགས་བསམ་བཞིས་གནང་ཐུབ་ཡག་གི་དུས་ཚོད་ཅིག་ལ་སླེབས་ཡོང་དུས་ཙང་ནས་ད་སྔོན་མེད་ཀྱི་ལུགས་སྲོལ་འདྲ་བོ་ཅིག་ཡིན་ན་རྒྱ་གར་ལ་དེ་ནས་བོད་དེ་ཚོ་གི་ཕ་ཡི་དེ་ནས་ཕྱག་ལས་ག་རེ་ཡིན་ན་ཡང་རིགས་རྒྱུད་ཀྱི་ལས་ཀ་ག་རེ་ཡིན་དེ་གཙོ་བོ་ཞིག་ལ་འགྲོ་དགོས་ཡག་གི་དུས་ཚོད་ཅིག་ཡོད་དུས་ཙང་ནས་དེ་ནས་ཨ་མ་ལ་སྐད་ཆ་དྲིས་པ་རེད། ད་ང་ཚོ་གཉིས་ཀྱི་ལས་ཀ་སྒྲུབ་དགོས་ཡ་གཙོ་བོ་དེ་ག་རེད། ད་ཕ་མེས་ཀྱིས་དེ་ནས་ལས་ཀ་དེ་ག་རེད་ཟེར་གྱི་འདུག་ཙང་ནས། དེ་ནས་ཨ་མས་ཀྱིས་ད་ངས་ཁྱོད་རང་གཉིས་སྐྱེལ་དགོས་ཡ་གི་རྒྱུ་མཚན་འདྲ་བོ་དེ། གཅིག་ཕ་ཡི་ཤུལ་འཛིན་ཡ་དང། འཇིག་རྟེན་གྱི་བྱ་བཞག་གཅིག་གི་ཐོག་ལ་གྲུབ་འབྲས་རླབས་ཆེན་གཅིག་སྟོན་ཡ་གཅིག་ཏུ་ཁྱོད་རང་གཉིས་སྐྱེས་མེད། དེ་ཡིན་དུས་ཙང་ནས། ཁྱོད་རང་གཉིས་དེ་ནས་གཅིག་འདི་འདྲའི་ཆེ་ནས་སྐྱེལ་དགོས་ཡ་གི་རྒྱུ་མཚན་འདྲ་བོ་དེ། དེ་ནས་སངས་རྒྱས་ཀྱིས་ད་སྡེ་སྣོད་གསུམ་གྱི་ནང་ཚན་དམ་དཔལ་གྱི་ཆུ་སྔོན་པ་ཟེར་ཡ་དེ་དེང་སང་དཔལ་བསྟན་པ་ཉག་ཕྲ་བོ་ཆགས་དུ་ཡོད་རེད། དེ་འདྲ་ཡིན་དུས་ཙང་ནས་ཁྱོད་རང་གཉིས་ཀྱིས་ད་གཅིག་པའི་ཐབས་ཤེས་ཡོད་རྒུ་རྩ་དྲུག་གི་ཐོག་ནས་དམ་འབེལ་གྱི་ཆུ་སྔོན་སྦལ་གྱི་སྡེ་སྣོད་དེ་ཚོ་དེ་ལ་བས་དར་ཞིང་རྒྱས་པ་དེ་འདྲ་ཞིག་བྱེད་དགོས་ཀྱི་ཡོད་ཟེར་ནས་ཨོ་ད་དེ་འདྲ་བྱས་ན་ཨ་མའི་ལག་ཡོད་འདུག་ཙང་ནས་དེ་ནས་བུ་གཉིས་པོ་དེ་གི་ཡང། དཔེར་ན་དབྱིག་གཉེན་གྱི་དེ་ནས་འཇམ་དཔལ་ཡང་བསྒྲུབས་གནང་བར་བ་དེ་ནས་ཐོགས་མེད་ཀྱི་འཇའ་ས་བྱང་མ་མགོན་པོ་བསྒྲུབས་གནང་བ་ད་དེ་འདྲ་བྱས་ནས་གང་ལྟར་ཅིག་སོ་སོ་གི་ཡི་དམ་གྱི་ལྷ་དེ་འདྲ་བསྒྲུབས་གནང་ནས་དེ་ནས་དབྱིག་གཉེན་གྱི་མངོན་པར་མཛོད་ལ་སོགས་པ་ཐུན་མོང་གི་མངོན་སྦལ་གྱི་སྡེ་སྣོད་དེ་ཚོ་དར་རྒྱས་གནང་དེ་ནས་ད་ལྟ་འདི་ཐོགས་མེད་ཀྱི། ཐེག་པ་ཆེན་པོ་ཐུན་མོང་མ་ཡིན་པའི་མངོན་པའི་ཆོས་སྐུ་རིན་ཐང་དར་ཆེན་གནང་ནས། དེ་ནས་སྤྱི་དང་ཐོགས་མེད་ཀྱི་མཛད་བྱས་པའི་གཞུང་མང་པོ་རེ་སྤེལ་ན། གཅིག་རྒྱུད་བླ་མེད་ཀྱི་འགྲེལ་བ་འདྲ་དང་དེ་ནས་དེ་མ་ཡིན་པ་དག་ཅིག་འགྲེལ་བ་དེ་འདྲའི་ཁག་མང་པོ་ཅིག་བརྩམས་གནང་བ་རེ་དེ་ཡིན་ན་གཙོའི་ཆེ་ཤོས་འགྲོ་བ་དེ་ལ་དག་དབྱིག་གཉེན་གྱི་མཛད་བྱས་པ་དེ་ལ་ས་སྡེ་ལྔ་དང་སྡོམ་རྣམ་པ་གཉིས་གཟིགས་བསྡུ་བའོ། དེ་ཡིན་དུས་དཔེར་ན་གཞི་བསྡུ་བ་དང་རྣམ་གྲངས་བསྡུ་བ་དང་རྣམ་པར་བསྟན་ལ་བ་བསྡུ་བ་ཟེར་ཡང་འདྲ་དང་འོ་དང། རྣམ་པར་ཤེས་པའི་སྒོ་བསྡུ་བ་ས་ཡ་འགྲོའོ། ད་དེ་འདྲ་བྱས་ནས། ད་ནི་ས་ཡི་དངོས་གཞི་ས་སྟེ་འགྲོའོ་ས་སྟེ་ང། དེ་དེའི་ཐོག་ལ། ཐེག་པ་ཆེན་པོའི་གྱི་སྡོམ་མངོན་པ། ད་ནི་འདི། ཐིག་བསྡུས་དེ་ནི་ཐེག་པ་ཆེན་པོ་ཐུན་མོང་གི་སྡོམ་དེ། དེ་ནི་མངོན་པ་ཀུན་བསྡུས་ཟེར་ན་ད་གང་ལྟར་སྡོམ་རྣམ་པ་གཉིས། དེ་འདྲ་བྱས་ན་གང་ལྟར་ས་སྟེ་ང་དང་སྡོམ་རྣམ་གཉིས་ཟེར་ན་ད་བསྟན་བཅོས་པས་ཡོངས་སུ་གྲགས་པའི་བསྟན་བཅོས་ཁག་བདུན་ཅིག་མཛད་པར་ཟེར་ཡོད་རེད་བ་དེ་ཡིན་དུས་ཟེར་ན་ད་དེའི་ནང་ནས། དེ་ད་ནི་ང་རང་ཚོ་ཞུ་ཡང་འགྲོའོ་དེ། ད་ངོམས་པ་ཀུན་འདུས་ཀྱི་གཞུང་དེ་འོ་ད་དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད་འོ་དེ། ད་དེ་འདྲའི་གི་གཞུང་དེ་ཞུ་བར་བྱེད་པ་ལ། ད་ང་ཚོ་བོད་ཀྱི་མཁས་པ་དེ་ཚོ་གི་གཞུང་མ་བཤད་ཉན་གནང་ཡོང་དུས་ཙང་ནས་དེ་འདྲ་ཅིག་ཟབ་ཆས་ཅིག་གི་ཐོག་ནས་མ་ཞུ་ཡོང་གི་ཡོད་རེད་བ། ད་ནི་རྒྱ་གཞུང་གི་ནང་འདྲ་བོ་གཅིག་ན་དམིགས་བསལ་གྱི་ཟབ་ཆས་ཡོད་མ་རེད་ག་འདྲའི་ཆ་ནས་གསུང་གི་རེད་ཟེར་ན་གཙོ་བོ་གར་ཟེར་ན་ད་ལྟ་འདི་ལྟ་མཚམས་སྦྱོར་གྱི་ཐོག་ནས་གསུང་གི་ཡོད་རེད་བ་རྒྱ་གཞུང་མཚམས་སྦྱར་གྱི་ཐོག་ནས་ཤེས་བོད་གཞུང་ཟབ་ཆས་སྒོ་ནས་ཤེས་གསུང་གི་ཡོད་རེད་དེ་ཡིན་དུས་རྩ་ནས་ད་ད་ནི་ང་རང་ཚོ་གཅིག་སྟབས་བདེ་བོ་འདྲ་བོ་བྱེད་ཡིན་དུས་ཟབ་ཆས་གཅིག་གི་ཐོག་ནས་མར་ཞུ་ཡ་དེ་འདྲ་འདྲ་བོ་བྱེད་ཀྱི་རེད་ད་ཟབ་ཆས་ཞོག་དང་དེ་ལ་ཡང་ད་ནི་སྔོན་མའི་གི་བོད་གི་མཁས་པ་དེ་ཚོ་གི་ནཱ་ལེནྡྲ་གི་པཱ་འདྲི་ཏཱ་དེ་ཚོ་གི་རྗེས་སུ་འབྲངས་ནས། སངས་རྒྱས་ཀྱི་བཀའ། དཔེར་ན་ཤེས་རབ་སྙིང་པོ་འདྲ་བོ་གཅིག་བཤད་ཡོང་བའི་ཚེ་ན། ཕུན་སུམ་ཚོགས་པ་ལྔ་ཡི་སྒོ་ནས་བཤད་དགོས་རེད་གསུང་གི་ཡོད་པ་བཀའ་ཐམས་ཅད་ཕུན་ཚོགས་ལྔ་ཡི་སྒོ་ནས་བཤད་པ། དེ་བྱེད་དུས་ཙང་ནས། གནས་ཕུན་སུམ་ཚོགས་པ། དུས་ཕུན་སུམ་ཚོགས་པ། སྟོན་པ་ཕུན་སུམ་ཚོགས་པ། ཆོས་ཕུན་སུམ་ཚོགས་པ། འཁོར་ཕུན་སུམ་ཚོགས་པ་ཟེར་ན་ད་དེ་འདྲའི་ཕུན་ཚོགས་ལྔ་ལྡན་གྱི་ཐོག་ནས་བཀའ་བཤད་དགོས་ཀྱི་ཡོད་རེད། དེ་ནས་བསྟན་བཅོས་བཤད་ཡོང་དུས་ཙང་ནས།

ཡང་དེ་ནས་དེ་དང་དེའི་བཤད་ཡག་གི་གཞུང་དེ་མན་ངག་གི་སྐོར་དེ་འདྲ་ཡིན་གྱི་ཡོད་ན་དེ་ནི་སྐོར་ཚོ་གསུམ་གྱི་ཐོག་ནས་བཤད་པ་ཟེར་གྱི་འདུག་བ་ཐོག་མར་དགེ་བ་སླད་ཅིག་དང་བར་དུ་དགེ་བ་གཞུང་དགོས་དུ་ཐོག་མར་དགེ་བ་མཇུག་གི་དོན་ཟེར་ན་ད་དེ་འདྲའི་གི་ཐོག་ནས་བཤད་གི་རེད་གསུང་གི་འདུག་བ་ད་དེ་བྱེད་དུས་ཙང་ནས་སྤྱི་བཏང་དེ་ནས་སངས་རྒྱས་ཀྱི་བཀའ་ཡིན་ན་ཡང་འདྲ་རྗེ་འབྱུང་མཁས་པའི་བསྟན་བཅོས་ཀྱི་བཀའ་ཡི་དགོངས་འདྲིར་བརྩམས་པའི་བསྟན་བཅོས་ཅིག་ཡིན་ནས་བཟུང་སྟེ་མན་ངག་རེད་ཟེར་ནས་ཕལ་ཆེར་ལབ་ཆོག་གི་རེད། གང་ཡིན་ཟེར་ན་ད་ནི་གསུང་རབ་མ་ལུས་གདམས་ངག་ཏུ་ཤར་བ་ཟེར་དུས་གསུང་རབ་ཐམས་ཅད་གདམས་ངག་གི་རང་བཞིན་རེད་ཟེར་ཏེ་ཤར་ཐོར་བ་ཅིག་གུག་རེ་གསུངས་འདུག་བ་དེ་འདྲ་ཡིན་དུས་ཙང་ན་དེ་ནི་ད་ལན་ང་རང་ཚོ་མན་ངག་ལྟར་དུ་བྱས་ནས་དེ་ནི་སྐོར་ཚོ་གསུམ་གྱི་ཐོག་ནས་ཞུ་ཡག་དེ་འདྲ་ཅིག་བྱས་རེ་བ་དེ་ཡིན་དུས་ཙང་ན་ད་དེ་ལ་དེ་ནི་ཐོག་མར་དགེ་བ་ལས་ཀྱི་དོན་ས་ཡང་དང་དེ་ཞུ་བའི་སྐབས་དེ་རེད། ད་ཐོག་མར་དགེ་བ་སླད་དོན་དེ་ལ་གཞུང་སྤྱི་བཤད་ནང་བཞིན་བྱས་ནས་དེ་ནས་མཚན་དོན་དང་འགྱུར་ཆ་ཟེར་ཡག་དག་དེ་འདྲའི་གི་རིགས་རྣམ་པ་གཉིས་ལས་ཡོང་གི་ཡོད་རེད་ད་དེ་བྱེད་དུས་ཙང་ནས་དང་པོ་མཚན་གི་དོན་དེ་རེད། ད་མཚན་དེ་ལ་དེ་ནས་ལེགས་སྦྱར་གི་སྐད་ལ་ག་རེ་གསུང་དགོས་ཟེར་ན་སྦྱར་བའི་སྐད་དུ་ཨ་བྷི་དྷར་མ་ས་མུད་ཙ་ཡ་ཟེར་ཡག་དག་དེ་གསུང་རེད། ད་ནམ་རྒྱུན་འདིའི་ཚིག་འདི་འགྲེལ་བཤད་སྦྱར་ཡོང་དུས་ཙང་ནས་བོད་ལ་འགྲེལ་བཤད་བྱེད་ན་ཁག་གཉིས་ཡོང་གི་འདུག་བ་སྦྱར་བའི་སྐད་དུ་ཟེར་ཡག་དེ་ལ། དཔེར་ན་བུ་སྟོན་རིན་པོ་ཆེ་གི་དེ་ནས་ཤེར་ཕྱིན་ལུང་གི་ཉི་མའི་ནང་ལ། རྒྱ་གར་ཟེར་ཡག་གི་ཚིག་དེ་འདོད་བྱེད་རེད། ད་རྒྱ་གར་ཟེར་ན་ཁོ་ཅིག་མཉན་ཡོད་ལ་སོགས་པ་ད་དེ་འདྲས་ཀྱི་བའི་ཡུལ་གྲུ་ཆེན་པོ་ཡོད་སའི་གི་ཅིག་ས་ཕྱོགས་ཅིག་ལ་རྒྱ་གར་ཟེར་ན་བག་མེད་འདོད་བྱེད་ཀྱི་ཐོག་ནས་བཏགས་བྱས་པ་རེད་ཟེར་ནས་རྒྱ་གར་ཟེར་ཡག་ཚིག་དེ་འདོད་བྱེད་ལ་འདྲ་བྱེད་རྐྱང་གི་ཅིག་ཡོང་གི་ཡོད་རེད་བུ་སྟོན་རིན་པོ་ཆེ་གཙོ་བོར་གྱུར་པ། ཡང་བོད་ཀྱི་མཁས་པ་གཞན་དག་དེ་ནས་ཡང་གཅིག་པས་ཚིག་གི་སྤྲུལ་པ་རྒྱ་ཆེན་པོ་ལ་ཐུགས་མཉེས་པོ་ཡོད་མཁན་དེ་ཚོ་གི་དེ་ནས་རྒྱ་དང་གར་དེ་ཚོ་ལ་འགྲེལ་བཤད་འདྲ་མིན་མང་པོ་གནང་ཡོང་གི་འདུག་བ་ཡུལ་གྲུ་རྒྱ་ཆེན་པོ་ཡོད་པའི་རྒྱུ་མཚན་ལ་དེ་ནས་རྒྱ་རེད་གསུང་ཡང་འདྲ་བོ་གར་ཟེར་ཡོང་དུས་ཙང་ནས་མཐའ་ཡི་རྒྱ་མཚོ་ཆེན་པོ་ལས་ཚུར་ལོགས་སུ་གར་བསྡད་པའི་རྒྱུ་མཚན་འདྲ་བོ་དང་ཡང་ན་གཅིག་པས་ན་བྱ་གར་མ་དང་ཆང་གར་མ་ཟེར་ཡོང་དུས་ཙང་ནས་ཁོ་ཉིང་ཁུ་ལ་གོ་དགོས་བ་ནང་བཞིན་བྱས་ནས་ཆོས་དང་རིག་གཞུང་གང་གི་ཐོག་ནས་ཡིན་ན་ཡང་ཉིང་ཁུ་ནང་བཞིན་དེ་ད་ས་ཆ་དེ་ནས་དེ་ནས་བྱུང་ཡོང་གི་ཡོད་རེད་དེ་ཡིན་དུས་ས་ནས་རྒྱ་གར་ཟེར་ནས་མིང་བཏགས་པ་རེད་ཟེར་ན་ད་དེ་འདྲ་ཞིག་ན་ཡང་རྗེས་གྲུབ་ཀྱི་ཐོག་ནས་མིང་བཏགས་སྟངས་དེ་འདྲ་ཡང་འདྲ་མི་འདྲ་མང་པོ་ཡོང་གི་ཡོད་རེད་བ། དེ་ཡིན་དུས་ས་ནས་ཕལ་ཆེར་བུ་སྟོན་རིན་པོ་ཆེ་གསུངས་པ་ནང་བཞིན་བྱས་ནས་ང་ཚོ་འདོད་བྱའི་གི་ཐོག་ནས་བ་བཏགས་བྱས་པ་ནང་བཞིན་བྱས་ནས་སྟབས་བདེ་བ་ཡོང་གི་འདུག་བ་ཕ་ལས་སླ་བོ་རེད་རྒྱ་གར་ཟེར་དུས་ཁོ་འདོད་བྱའི་རེད། དེ་ཡིན་དུས། མཉན་ཡོད་ལ་སོགས་པའི་ཡུལ་གྲུ་ཆེན་པོ་དག་མང་པོ་ཡོད་པའི་དེ་ནི་ཅིག་དང་རྒྱལ་ཁབ་ཟེར་ན་ལ་ས་ཆ་དེ་ལ་དེ་ནི་རྒྱ་གར་ཟེར་ན་བཏགས་བྱས་པ་རེད། ད་དེའི་སྐད་དུ་ཟེར་ཡོད་འདུག་ས་ནི་རྒྱ་གར་ལ་སྤྱི་དང་སྐད་རིགས་འདྲ་མི་འདྲ་མང་པོ་ཡོད་ཟེར་བ་ད་དེང་སང་མང་པོ་འདུག་བ། སྐད་རིགས་འདྲ་མི་འདྲ་མང་པོ་རེད། ཡིན་ན་ཡང་སྤྱི་ཡོངས་ཐུན་མོང་གི་ཕྱི་རོལ་མུ་ཏིག་པ་གཅིག་གི་ཡིན་ན་ཡང་འདྲ་ནང་པ་སངས་རྒྱས་པ་གཅིག་གི་ཡིན་ན་ཡང་འདྲ་གང་ལྟར་ཡང་ཅིག་མཁས་པ་རྣམ་དཔྱོད་ཅན་དེ་ཚོ་གི་བསྟན་བཅོས་ཙམ་ཡག་དང་ད་དེ་འདྲའི་གནང་ཡོང་བའི་ཚེ་ན

དེ་ནས་ད་འདི་ཐོག་མར་བསྟན་བཅོས་ཀྱི་དབུ་ལ་ད་བོད་ནས་ལ་མ་འཇུར་བཞག་པ་འཇག་ནས་མ་འཇུར་བཞག་པའི་ཀྱི་བསྟན་བཅོས་ཡོད་དོ་ཅོག་གི་ཅིག་དབུ་ལ་ད་ལུགས་སྲོལ་ནང་བཞིན་ཅིག་ལ་མཚན་དེ་འཇག་སྐད་དུ་བཞག་ཅིག་རུ་བ། མཚན་དེ་རྒྱ་སྐད་ཐོག་ལ་བཞག་བཞག་པ་རེད། བསྟན་བཅོས་ཀྱི་གཞུང་ཚང་མ་དེ་རྒྱ་སྐད་དང་བོད་སྐད་གཉིས་ཀྱི་ཐོག་ལ་ཤན་སྦྱར་གནང་མི་འདུག་བ་ད་ཡིན་ན་མཚན་དེ་ཤན་སྦྱར་གནང་བཞིན་ཡོད་རེད་བ། མཚན་དེ་ཤན་སྦྱར་གནང་ཡོང་དུས་ཙང་ནས་ད་འདི་ཚོ་ལ་ཡང་ཅི་ལྟར་ང་ཚོ་སྤྱོད་འཇུག་བཟོས་དུས་ཙང་ནས་མཚན་དོན་འགྲེལ་བཤད་རྒྱབ་བཟོས་དུས་ཙང་ནས་ཞི་དྲག་ཞུ་དགོས་ཡོད་མ་རེད་ད་ཡིན་ན་ད་ལན་ཐུགས་འགྲེལ་བཟོ་ཡག་བྱེད་དུས་ཡིན་སྟབས་དེ་བྱེད་དུས་ཙང་ནས་དེ་ནས་ད་ལྟ་འདི་བསྟན་བཅོས་དང་བཀའ་གང་འཕྲེད་ཅིག་རྒྱ་ནས་མ་བསྒྱུར་བ་ཡིན་ན་ཡང་དེ་བསྒྱུར་བའི་གི་ཐོག་མ་དེ་ལ་མཚན་དེ་དེ་ནས་རྒྱ་སྐད་ཐོག་ཏུ་གཞོག་དགོས་པའི་གི་རྒྱུ་མཚན་འདྲ་བོ་དེ་ལ་དེ་ནས་རྒྱུ་མཚན་རྣམ་པ་གསུམ་ཡོད་ཟེར་ན་སོང་ཡོང་འདོད་བ་གཅིག་ག་ཟེར་ན། ལོ་ཙཱ་བའི་བཀའ་དྲིན་དྲན་པའི་དགོས་པ་ཟེར་གི་རེད། རེད་བ། དཔེར་ན་ང་ཚོ་བསམ་བློ་གཅིག་བཏང་ནས་གལ་སྲིད་མངོན་པ་ཀུན་བཏུས་འདི། མ་འགྱུར་བ་བྱས་ནས། གཞུང་ཡོངས་སུ་རྫོགས་པ་དེ་ལེགས་སྦྱར་སྐད་ཀྱིས་རང་གི་ཐོག་ལ་སོར་བཞག་བྱས་ནས་སྒྲ་གདངས་དེ་ག་རང་བྱས་ཡིག་འབྲུ་དེ་ང་རང་ཚོ་ཡིག་འབྲུ་ནང་བཞིན་བྱས་བཞག་པ་ཡིན་ན། ང་ཚོ་གི་དོན་དག་དག་ཕ་བཞག་སྟེ་ཚིག་ཡང་ཀློག་གཤེན་ས་མར་བ། དཔེར་ན་ད་ལྟ་འདིའི་སྦྱར་སྐད་དུ་ཨ་བྷི་དྷརྨ་སཱ་མུད་ཛཱ་ཡ་ཟེར་ཡ་བཞི་དོ་ད་འདི་ང་ཚོས་ཀློག་དུས་སུ་ནི་སྒྲ་དག་ཡོད་མེད་གང་ཞིག་རེད་བ། དོན་དག་དང་བག་ཆགས་དང་པོ་འདི་གཅིག་པུ་བསམ་ཚར་ང་ཚོ་མགོ་ཚོས་ཡག་མི་འདུག་ཨ། དེ་ཡིན་དུས་བསྟན་བཅོས་འདི་མགོ་ནས་གཞུག་གི་བར་དུ་གལ་སྲིད་ལེགས་སྦྱར་གྱི་སྐད་ཁོ་ནའི་ཐོག་ལ་བོད་ལ་མག་ཅིག་ལོ་ཙཱ་བས་བསྣམས་ཡོང་བ་ཡིན་ན། ད་ཅིག་ཡང་ཆོས་པ་འདྲུ་ཕུལ་ནས་དད་པའི་རྟེན་ལ་བཟུང་དུ་རུང་གི་རེད་མ་གཏོགས་པའི་འཆད་ཉན་བྱས་ནས་འཇུག་ས་འདྲ་བོ་ཅིག་མི་ཡོང་འོང་དུས་ཙང་ནས་འཇུག་མ་ཐུབ་འོང་དུས་ཙང་ནས་འོ་ད་སྔོན་གྱི་ལོ་ཙཱ་བ་དེ་ཚོ་གིས་དངོས་གནས་ཀྱི་བསྟན་བཅོས་ཀྱི་གཞུང་དེ་མཚན་དོན་ནང་བཞིན་བྱས་ནས་དེ་ནས་ལེགས་སྦྱར་སྐད་རང་གི་ཐོག་ལ་མ་བཞག་བ་བྱས་ནས་བོད་ཡིག་ཐོག་ལ་མ་བསྒྱུར་ཅེས་པ་འདི་བཀའ་དྲིན་ཆེན་པོ་རེད་འདུག་བསམ་པའི་གི་བསམ་ཤེས་དེ་འདྲ་ཅིག་སྐྱེ་གི་རེད་དེ་བྱེད་དུས་ཚང་ནས་ཐོག་མར་དེ་ནས་ལོ་ཙཱ་བའི་བཀའ་དྲིན་དྲན་པའི་གུས་པ་གཅིག་དེ་རེད་བ། གཉིས་པ་དེ་ནས་དེ་དང་དེ། སྐད་ལ་བག་ཆགས་འཇོག་པའི་གུས་པ་ཟེར་གི་རེད་བ། ད་སྐད་ལ་བག་ཆགས་འཇོག་པ་ཟེར་དུས་ཚང་ནས། སྤྱི་བཏང་གི་འདི་ཡིན་ས་རེད་ག་ཟེར་ན། ད་འཛམ་བུ་གླིང་ན་སྐད་ཡིག་འདྲ་མི་འདྲ་མང་པོ་ཡོད་རེད་བ། སྐད་ཡིག་ལ་གཅིག། ཁྱབ་བྱ་ཆེ་དགོས་ན་དེང་སང་ཨིན་ཇི་དང་རྒྱ་ཡིག་དེ་ཚོ་ཁྱབ་བྱ་ཆེ་གི་ཡོད་རེད་དེ། ཡིན་ན་ཡང་སྐད་དང་ཡི་གེ་གི་ལྗིད་ཁོག་འགྲོ་བ་ཆེ་དགོས་ན་ལེགས་སྦྱར་སྐད་དེ་ལྗིད་ཁོག་ཆེ་ཤོས་རེད་ཟེར་གི་འདུག་ཅིག་དོན་དག་རྣམ་གྲངས་རྣམ་པ་སྣ་ཚོགས་པའི་སྒོ་ནས་དོན་གཅིག་རང་ངོ་སྤྲོད་པས་བདེ་བླག་ཏུ་སྟོན་ཐུབ་མཁན་གི་སྐད་ཡིག་དེ་དངོས་གནས་ལེགས་སྦྱར་དེ་པས་སྐད་ལྗིད་ཁོག་ཆེན་པོ་ཡོད་རེད་གསུང་གི་འདུག་འོ་དེ་འདྲ་ཡིན་དུས་ཙང་ནས་དེ་ནས་ང་རང་ཚོ་ཡང་དག་མ་འོངས་པ། ཟེར་བའི་རོ་དང་མ་འོངས་པ་ལ་ང་ཚོས་ཡར་ཡར་འགྲོ་མཁན་ཡིན་ཟེར་གྱི་ཡོད་རེད་བ། འོ་དེ་བྱེད་དུས་ཙང་ནས་གལ་སྲིད་དེ་ནས་ཅིག་ད་མ་འོངས་པ་ལ་སྟབས་ལེགས་སྟེས་དབང་ཟེར་ན་འདྲ་སོ་སོ་གིས་འཇོན་ན་དེ་ནས་སངས་རྒྱས་ཀྱི་གོ་འཕང་ཟེར་ཡག་དེ་སྔོན་དུ་བྱེད་ཡག་ཡོད་དུས་ཙང་ནས་དེ་བྱེད་པའི་སྐབས་ལ་དེ་ནས་ཅིག་གདུལ་བྱ་གཞན་ལ་དེ་ནས་ཆོས་ཀྱི་འཁོར་ལོ་དེ་འདྲའི་བསྐོར་ཡོང་དུས་ཙང་ནས་ལེགས་སྦྱར་གྱི་སྐད་ཀྱི་ཐོག་ལ་དེ་ནས་ཆོས་ཀྱི་འཁོར་ལོ་དེ་འདྲའི་བསྐོར་དགོས་ཡོང་དུས་དེ་འདྲ་བོ་དེ་ནས་ལེགས་སྦྱར་སྐད་ལ་བག་ཆགས་འཇོག་དགོས་དགོས་པ་ཡོད་རེད་ཟེར་ཡག་འགྲོ་འོ་ད་དེ་འདྲས། རེ་བ་སྐྱེས་ལ་བག་ཆགས་འཇུག་པའི་གུས་པ། དེ་ནས་དེ་ནང་བཞིན་དུ་ད་ལྟ་འདི། ལོ་ཙཱ་བའི་བཀའ་དྲིན་དྲན་པ། དེ་ནས་སྐྱེས་ལ་བག་ཆགས་འཇོག་པ། དེ་ནས་ཆོས་ཁུངས་དག་ཡིན་པ་ཡིད་ཆེས་པ་སྐྱེ་བར་བྱ་བའི་ཆེད་དུ། ད་དཔེར་ན་དེ་ནས་འདིའི་བསྟན་བཅོས་མངོན་པར་མཛོད་འདི་ཡང་ད་གཟོད་བོད་ཀྱི་ལོ་ཙཱ་བ་ད་འདི་སྔ་འགྱུར་སྐབས་ཀྱི་འགྱུར་ཞེས་པ་དེ་འདྲའི་ཅིག་རེ་བ་ཞང་ཡེ་ཤེས་སྡེ་ཀྱི་འགྱུར་ཞེས་པ་དེ་འདྲའི་ཅིག་རེད་འདི་ད་ལྟ་ང་རང་ཚོ། གཟིགས་དེ་ཡ་དཔེ་ཆ་འདི་དེ་ཡིན་དུས་སྔ་འགྱུར་གྱི་དེ་ནས་ལོ་ཙཱ་བ་དེ་ཚོ་གིས་དེ་ནས་ད་ལྟ་འདི་ད་བོད་སྐད་ཐོག་ལ་མ་བསྒྱུར་གནང་ཞེས་རེད་བ། དེ་ཡིན་དུས་ཙང་ནས་དེ་འཕྲལ་གྱི་ད་ཅིག་བསྒྱུར་བཞག་བས་ཀྱི་བསྟན་བཅོས་འདི་དངོས་གནས་ཆོས་ཁོ་རང་གི་ཁུངས་མ་བཅད་ནས་ཚུར་བསྒྱུར་བཞག་བ་ཡིན་པ། ཆོས་འདི་ཁུངས་དག་ཡིན་པ་དེ་ནས་ཡིད་ཆེས་པ་བསྐྱེད། ཨོ་ད་དེ་འདྲས་ཀྱི་དགོས་པ་ཡོད་རེད་གསུང་འདུག་ཆུས་ཁུངས་བཙུན་པ་ཡིས་ཁུངས་བཙུན་པར་རྟོགས་པ་ནས་དེ་ནི་ཆུས་ལ་ཡིད་ཆེས་བྱེད་ཡ་ཨོ་ད་དེ་འདྲས་ཀྱི་རྒྱུ་མཚན་ཡོད་རེད་དེ་ཡིན་དུས་ཙང་ནས་སྔོན་ལ་དེ་ནི་ལེགས་སྦྱར་གྱི་སྐད་ཀྱི་ཐོག་ནས་མཚན་བཤད་དགོས་ཡ་ལ་དེ་ནི་རྒྱུ་མཚན་རྣམ་པ་གསུམ་ཡོད་ས་ད་ནམ་ཆོས་གཞུང་སྤྱི་ཡོངས་ཀྱི་མཚན་དོན་བཤད་ཡོན་དུས་དེ་འདྲས་ཞིག་སླེབས་ཡོང་དགོས་རུ་བ་དེ་ནང་བཞིན་བྱས་ནས་དེ་ནི་མཚན་དུ་བཞག་པ་དེ་འདྲས་ཅིག་ཡིན་དགོས་ས་རེད་དེ་གཅིག་རེད། ད་བོད་སྐད་དུ་གསུང་དུས་ཡང་བོད་སྐད་དུ་ཟེར་ཡ་འདི་ལ་ཡང་བོད་ཟེར་ཡ་དེ། འདོད་རྒྱལ་གྱི་མིང་ཡིན་པ་འདོད་མཁན་གཅིག་དང། རྗེས་གྲུབ་ཀྱི་མིང་ཡིན་པ་འདོད་མཁན་དེ་འདྲའི་ཁག་གཉིས་ཡོད་འགུར་བ་ནམ་བྱུང། ད་རྗེས་གྲུབ་རེད་ཟེར་མཁན་དེ་ཚོ་གིས་འདི་ཟེར་གྱི་འདུག་བམ། དེ་མཁྱེན་གྱི་ཡོད་བ། བོད་ཟེར་དུས་ཚང་ནས། ལུང་པ་རྒྱ་ཆེ་ཆུང་ཆུང་ཡིན་པ་བསྟན་གྱི་ཡོད་རེད། ད་རྗེས་དེ་རྒྱ་ཟེར་ཡ་དེ་གི་ལྡོག་ཕྱོགས། ལུང་པ་ཆུང་ཆུང་ཡིན་པ། གང་ཡིན་ཟེར་ན། རི་གཅིག་གི་རྩེ་ནས་སྐད་ཀྱི་བོད་བཞག་པ་ཡིན་ན། ཕལ་ཆེར་གོ་ཐུབ་ཟེར་གི་ས་ཆ་གི་རྒྱ་ཁྱོན་ཙམ་མ་གཏོགས་མེད་པ་ཡིན་དུས་རྒྱ་ཆུང་ཆུང་ཡིན་པ་དེ་འདྲ་ཡིན་དུས་བོད་ཟེར་ལ་གི་ཡོད་རེད་དེ་འདྲ་ཡང་ཟེར་གི་འདུག་བ་རེད་བ་ད་རྒྱ་གར་ལ་ལྟོས་ན་བ་དེ་འདྲ་ཟེར་གི་རེད་ད་དེ་ཡིན་དུས་དེ་ཚོ་སྤྱི་དང་རྗེས་གྲུབ་གི་འབྲེལ་བཤད་རྒྱག་སྟངས་གཅིག་རེད་བ་ད་ཡིན་ན་དེ་འདྲ་མ་ཡིན་པ་ད་ད་བོད་ཟེར་ཡ་དེ་འདོད་ཆེ་ཨ། ང་ཚོ་ད་ད་ཆོལ་ཁ་གསུམ་ཟེར་དགོས་ཀྱི་ཡོད་ན་འདྲ་གང་ལྟར་ཡང་ལྷ་གཅིག་དེ་འདྲའི་གི་ས་ཆོན་ལ་གནས་པའི་གི་མི་དེ་ཚོ་ལ་དེ་ནི་བོད་པ་ཟེར་ཡང་འདྲ་བོ་དང་ལུང་པ་དེ་ལ་དེ་ནི་བོད་ཡོད་ཟེར་ན་བར་འདོད་བྱས་དགོས་ན་བདག་བྱས་པ་རེད་ཟེར་ན་བ་ད་དེ་འདྲ་ཅིག་ཤེས་དགོས་དགོས་ཀྱི་རེད་དེ་བྱེད་དུས་ཚང་ན་ད་དེའི་སྐད་དུ། ད་བོད་ཀྱི་སྐད་དེ་ལ་ཡང་སྤྱི་དང་དེ་ནི་ལུང་པ་སོ་སོ་སོ་སོ་ལ་སྐད་འདྲ་མི་འདྲ་དེ་འདྲ་དང་སྔོན་མའི་སྐད་ལ་ཡོད་ས་རེད་ཡིན་ན་ཡང་སྔོན་མའི་གི་དེ་ནི་ཅིག་ད་སྔ་འགྱུར་དང་ཕྱི་འགྱུར་གི་ལོ་ཙཱ་བ་དེ་ཚོ་ཕེབས་བསྡད་པའི་སྐབས་ལ། དེ་ནི་སྐད་ཀྱི་ནང་ནས་སྤུས་ཀ་དག་ཤོས་འདྲ་བོ་དེ་དབུས་གཙང་གི་སྐད་དེ་ཡིན་གྱི་ཡོད་ཟེར་བ་དེ་འདི་དབུས་གཙང་ཚང་མ་ཆུ་འཐུང་ལྷ་ཡི་སྐད་གསུང་འདུག་བ་ད་དེང་སང་དེ་འདྲ་ཅང་རང་ད་ཅག་ཨ་ཡིན་ན་དེ་འདུག་སྐད་ལ་ལྷད་མང་པོ་ཞུགས་སོང་རེད་དཔེར་ན་དེ་ནས་ཁམས་ཀྱི་ནང་དང་དེ་ནས་ཅིག་མདོ་སྨད་ཀྱི་ནང་དང་འོ་ད་དེ་ཚོ་གི་དབུས་དང་གཙང་གཉིས་མ་ཡིན་པའི་གི་ད་འདུག་ས་ཆ་གཞན་དག་ལ་ཡང་སྐད་ཡིག་གི་རྙིང་པ་མང་ཆེ་བ་བོད་ཆོས་ཆེན་ཁའི་དེ་འདྲའི་ས་ཆ་གཞན་དག་ལ་ཡོད་བསྡད་པ་དེ་འདྲའི་རེད་འདོད་ཡོད་རེད་དེ་ཡིན་དུས་ཙང་ནས་དེ་ནས་དེང་སང་ད་ངེས་པར་ཡོད་མ་རེད་ཡིན་ནམ་སྔོན་མེད་ཀྱི་སྐབས་འདྲ་ཅིག་ཡིན་ན་དེ་ནས་འོས་ཚང་གི་སྐད་དེ་དངོས་ནས་ཆོས་དང་མཐུན་པར་འགྱུར་སྟབས་འདས་བ་ད་དེ་འདྲའི་གི་ཁྱད་པར་ཅིག་ཡོང་གི་རེད་ཟེར་གི་འདུག་བ་དེ་ཅི་ད་དངོས་གནས་འདྲ་བོ་ཡོད་ས་རེད། འོས་ཚང་གི་སྐད་གཙང་མ་བཤད་མཁན་ཅིག་དང་གཙང་མ་སྦྱང་མཁན་ཅིག་གིས་རྒྱ་ཡིག་ཅིག་སྦྱང་ན་ཡང་སྒྲ་གདངས་ཡག་པོ་ལེགས་རེད་ཟེར་གི་འདུག་བ། དེ་ནས་ཨིན་ཇིའི་སྐད་ཀྱི་རྒྱབ་ན་ཡང་སྒྲ་གདངས་ཡག་པོ་ལེགས་རེད་ཟེར་གི་འདུག་ཨ། དེ་མ་གཏོགས་ཡང་ལུང་པ་གཅིག་རང་གི་སྐད་ཀྱི་ཐོག་ལ་རིགས་གཅིག་རྐང་འཛིན་བྱས་ནས་འགྲོ་འགྲོ་མཁན་གཅིག་ཡིན་ན་ཨིན་ཇིའི་སྐད་ཀྱི་རྒྱབ་འདི་ཚོ་སྒྲ་གདངས་དེ་ཡང་ཁྱད་མཚར་ལེགས་ཡོང་གི་འདུག་ཨ། དེ་ཡིན་དུས་རྒྱ་སྐད་ལ་ཡང་དེ་འདྲའི་ནང་བཞིན་རེད་དེ་ཕྱི་དུས་ཚང་ནས་ཡང་གཅིག་དབུས་གཙང་གི་སྐད་ངོ་མ་དེ་གི་ཐོག་ནས་སྐད་ཡིག་གཞན་དག་ཐོག་ལ་འཇུག་ཡང་དེ་ལས་སླ་བོ་འདུག་ཨ། ང་ཚོ་ཕ་དྲང་པོ་བཤད་ན་གཟུ་རུར་གནས་ནས་བསམ་བློ་བཏང་བཤད་པ་ཡིན་ན་ཨོ་དེ་ཡིན་དུས་སྐད་དང་ཡི་གེ་དེ་དེ་ནས་ཡང་གཅིག་དབུས་གཙང་ཆུ་མཐུན་གྱི་སྐད་ཟེར་ཡ་དེ། ཉེ་དུས་ཚང་ལས་གཞན་དག་ནས་སྲོལ་བསྒྱུར་ཡོད་ན་ཡང་ཡི་གེ་བསྒྱུར་ཡོད་ན་ཡང་བསྒྱུར་སྟབས་བདེ་བ། སྐད་ཀྱི་སྒྲ་གདངས་ཡིན་ན་ཡང་ཕལ་ཆེར་དེས་སྟབས་བདེ་བ་དེ་འདྲ་ཅིག་ཡོང་གི་མེད་འགྲོ་འོ་ད་དེ་འདྲ་ཡིན་དུས་གང་ལྟར་ཡང་ད་དེའི་སྐད་དུ་དེ་ནས་ཆོས་མངོན་པ་ཀུན་ལ་བསྡུས་པ་ཟེར་ནས་གསུངས་པ་ཡིན་པ་རེད་ད་དེ་རེད། ད་དེ་ནས་འདི་མཚན་ཉིད་ཤན་སྦྱར་འདྲ་བོ་ཅིག་བྱས་པ་ཡིན་ན་ཨ་བི་ཟེར་ཡ་ད་འདི་ང་ཚོ། ཚིག་འདི། ད་ལྟ་བར་དུ་འགྲེལ་བཤད་ཁག་གཉིས་གོ་ཚར་ཡོད་ང་ཚོར་བ་ཕར་ཕྱིན་རྟགས་ཚང་མཁན་དེ་ཚོ་གིས་ཕར་ཕྱིན་སྐབས་དང་པོ་རྟགས་ཚང་མཁན་ཡིན་ན་འགྲེལ་བཤད་ཁག་གཉིས་གོ་ཚར་ཡོད་རེད་ད། མཛོད་ཀྱི་སྐབས་ལ་འགྲེལ་བཤད་གཅིག་གོ་ཡོད་རེད། ཕར་ཕྱིན་སྐབས་ལ་འགྲེལ་བཤད་གཅིག་གོ་ཡོད་རེད་བ། ད་དེ་རིང་མངོན་པ་ཀུན་བཏུས་སྐབས་ལ་འགྲེལ་བཤད་གསུམ་པ་དེ་གོ་ཡོང་གི་ཡོད་རེད་དེ། བ་ཡ། ཨ་བྷི་ཟེར་ཡོད་འདུག་ཚང་ནི་མངོན་པ། རྟོགས་པ། མངོན་པ། མངོན་དུ་གྱུར་པ། ཟེར་གི་རེད། མངོན་པ། ཨ་བྷི། དེ་ནས་སྡར་མ་ཟེར་ཡ་དེ་ད་ཆོས་ཟེར་གི་རེད་བ། སྤྱི་དང་སྡར་མ་ཟེར་དུས་ཙང་ནས་ང་ཚོས་ཡིན་གཅིག་མིན་གཅིག་ནང་ཆོས་ལ་གོ་བའི་ངེས་པ་ཡོད་མ་རེད། ཤེས་བྱེད་ཀྱི་ཆོས་ལ་གོ་བའི་ངེས་པ་ཡོད་མ་རེད་དེ་ཤེས་དུས་ཙང་ནས་རྣམ་ཤེས་རིག་པའི་ནང་ལ་ལྷོ་བོན་དབྱིན་གཉིས་ཀྱི་སྡར་མ་ཟེར་ཡ་གི་ཚིག་དེ་དོན་སྤྱོད་ལ་འཇུག་གི་རེད་ཟེར་ནས་སོང་འདུག་བ། ཆོས་ནི་ཤེས་བྱ་ལམ་དང་ནི་མྱ་ངན་འདས་དང་ཡིད་ཀྱི་ཡུལ་ལ་སོགས་པ་ད་དེ་འདྲ་བྱས་ནས་མཚམས་མཚམས་ད་དེ་སྐབས་ཐོག་སྐབས་ཐོག་ལ་གོ་བ་ལེན་དགོས་རེད། ང་ཆོས་སྒྲུབ་གི་ཡོད་ཟེར་ཡིན་དུས་ཙང་ནས་ད་དེ་དུས་ཉམས་ལེན་བྱེད་པའི་ལམ་དང། གཙོ་བོ་ལམ་ལ་གོ་དགོས་པའི་སྐབས་རེད་བ་ང་ཆོས་སྒྲུབ་གི་ཡོད་ཟེར་ཡང་འདྲ་བོ། དེ་ནི། དཔེར་ན། ཡང་འདིར་བ། ཆོས་ཅན། དཔེར་ན་ཤེས་བྱ། ལ་གོ་ཡོང་བའི་སྐབས་ལ་དེ་དུས་ཡིན་གཅིག་མིན་གཅིག་ཉམས་ལེན་གྱི་ཆོས་ལ་གོ་དགོས་ཀྱི་མི་འདུག་བ། དེ་ནང་བཞིན་དུ་དེ་ནི་མཚམས་མཚམས་བསོད་ནམས། མཚམས་མཚམས་ང་ཆུ་གློག་གུ་ཡོད་ཟེར་གི་རེད་བ་བཀའ་འགྱུར་དང་བསྟན་འགྱུར་དེ་ཚོ་ཀློག་བསྡད་པའི་སྐབས་ལ་གསུང་རབ་དེ་ལ་ཡང་ཆུ་ཡོད་ཟེར་གོ་གི་འདུག་བ་ང་ཆུ་གློག་གུ་ཡོད་ཟེར་གི་རེད་བ་འོ་དེ་འདྲ་ཡིན་འདུག་ཚ་ནས་ཆུ་དེ་འཇུག་ཡུལ་འདྲ་མི་འདྲ་མང་པོ་ཅིག་ཡོད་རེད་དེ་འདྲ་ཡིན་འདུག་ཚ་ནས་འཇུག་ཡུལ་བཅུ་ཡོད་པའི་ནང་ནས་ད་ལྟ་ཆུ་ཟེར་ཡང་དེ་དག་གཙོ་བོ་ག་རེ་ལ་གོ་དགོས་རེད་ཟེར་ན། ལམ་དང་གསུང་རབ་གཉིས་ལ་གོ་བའི་སྐབས་དེ་འདྲ་ཅིག་ཡིན་དགོས་རོ། དེ་ནས་དུ་དར་མ་ཟེར་ཡ་དེ་ཆོས་ཅན། དེ་ནས་ས་མུ་ཙ་ཟེར་ཡ་དེ་ཀུན་ལ་ལྟོས། ཡ་ཟེར་ཡ་དེ་ཕལ་ཆེར་བདག་སྒྲ་འདྲ་བོ་ཡིན་པ་རེད། པ་ཟེར་ཡ་དེ་རེད་ཀུན་ལ་ལྟོས་པ་ཟེར་ཡ་དེ་ཅན། ད་འདི་ནས་མ་ང་ཚོ་མཚན་དོན་ཅིག་འགྲེལ་དགོས་རོ། ཆོས་མངོན་པ་ཀུན་ལ་ལྟོས་པ་ཟེར་ཡ་དེ། ད་ཆོས་དེ་ཟླ་གོང་དུ་ཞུས་པ་ནང་བཞིན་རེད་དོན་སྤྱི་ལ་འཇུག་པ་ཡིན་དུས་ཙང་ནས་དེའི་ནང་ནས་ད་ལྟ་སྐབས་སུ་བབ་པ་འདི་སུ་ལ་གོ་དགོས་རེད་ཟེར་ན། གསུང་རབ་དང། ལམ་གཉིས་ལ། གསུང་རབ་དང་ལམ་ཆོས། ཨཱ་ཡ། དེ་ནས་མངོན་པ་ཟེར་ཡ་ཚིག་ཅི་ལྟ་བ། དེ་ཕྱི་དུས་གཙང་ན་ད་མངོན་པ་འདི་ལ། མཛོད་ཀྱི་སྐབས་ན་ག་རེ་གསུངས་པར་ཟེར་ན། ཆོས་མངོན་པ་ཟེར་ཡ་འདི་ལ། དེ་ནས་རིགས་གཉིས་བཤད་ཡོང་གི་རུ་བ། མངོན་པ་མཚན་ཉིད་པ་ཟེར་ཡ་གཅིག་དང། བརྡར་བཏགས་པའི་ཆོས་མངོན་པ་ཟེར་ཡ་གཉིས་ཡོང་གི་ཡོད་རེད། ཆོས་མངོན་པ་དེ་ལ་མངོན་པ་མཚན་ཉིད་པ་གཅིག། དེ་ནས་ཡང་ཆོས་མངོན་པ་ཟེར་ནས་མིང་བཏགས་པ་ཙམ་མ་གཏོགས་ཆོས་མངོན་པ་མཚན་ཉིད་པ་མ་ཡིན་པ། དེ་འདྲའི་ཁག་གཉིས་བཤད་ཡོང་གི་ཡོད་རེད་བ། ད་ཆོས་མངོན་པ་མཚན་ཉིད་པ་ཡིན་ན་ག་རེ་ཡིན་དགོས་རེད་ཟེར་ན་མཛོད་ནང་ལ་གསུངས་ཡོད་བ། ཆོས་མངོན་ཤེས་རབ་དྲི་མེད་རྗེས་འབྲང་བཅས་གསུངས་ཡོད་བ་དེ་རེད་ད། དེ་ཟེར་དུས་ཙང་ནས་ག་རེ་གསུངས་དགོས་རེད་ཟེར་ན། བདག་མེད་མངོན་སུམ་རྟོགས་པའི་གི་ཤེས་རབ། གཙོ་བོར་གྱུར་པའི།

ཁོ་ལ་དོན་དམ་པའི་ཆོས་མངོན་པ་ཟེར་ནས་གར་བྱེད་ནི་ལབ་ཡོད་རེད་ཟེར་ན། ད་དངོས་གནས་ཀྱི་དངོས་བདེན་མཁན་ནི་ད་དེ་རེད་ད། བདེན་བཞིའི་གནས་ལུགས་མངོན་སུམ་དུ་བྱེད་བདེན་མཁན། རེད་བ། ཆོས་ཐམས་ཅད་ཀྱི་གནས་ལུགས་མངོན་སུམ་དུ་བྱེད་བདེན་མཁན་ངོ་མ་དེ་དེ་ཡིན་དུ་ཙང་ནས་དེ་ལ་དོན་དམ་པའི་ཆོས་མངོན་པ་ཟེར་ཡོད་རེད་བ། བདག་མེད་མངོན་སུམ་དུ་བྱེད་རབས་དེ་ལ། ད་ཡང་དེ་འབྲེལ་གྱི་བདག་མེད་མངོན་སུམ་རྟོགས་པའི་ཤེས་རབ་དེ་གཅིག་པུ་ཡིན་པའི་ཡང་ཆ་བ་ཡོད་མ་རེད་དོན་སྟོན་པའི་ཆོས་མངོན་པ་ཟེར་དུས་གང་ཡིན་ཟེར་ན་བདག་མེད་མངོན་སུམ་རྟོགས་པའི་ཤེས་རབ་ཟེར་ཡ་དེ་སེམས་བྱུང་ལྔ་བཅུ་ངག་གཅིག་གི་ནང་ནས་ཁོ་རང་སེམས་བྱུང་ཡན་ག་བ་གཅིག་རེད། རེད་བ། སེམས་བྱུང་ལྔ་བཅུ་ངག་གཅིག་གི་ནང་ནས་སེམས་བྱུང་ཡན་ག་བ་གཅིག་རེད། དེ་འདྲ་བོ་བདག་མེད་མངོན་སུམ་རྟོགས་པའི་ཤེས་རབ་དེ་ལྷས་བྱིན་གྱི་རྒྱུ་ལ་སྐྱེས་ཡོང་བའི་ཚེ་ན། དེ་འབྲེལ་གྱི་བདག་མེད་མངོན་སུམ་རྟོགས་པའི་ཤེས་རབ་དེ་དང་མཉམ་དུ་མཚུངས་ལྡན་འགྲོགས་མཁན་གྱི་སེམས་དང་སེམས་བྱུང་གང་དུ་ཡོད་རེད།

བདག་མེད་མངོན་སུམ་དུ་བའི་ཤེས་རབ་སྦྱིན་ན་ན་བཅས་པ། བདག་དེ་ཚོ་ལ། དེ་ནི་དོན་དམ་པའི་ཆོས་མངོན་པ། དེ་འདྲ་ཞིག། བདག་དེ་ན་ང་ཚོ་ཆོས་མངོན་པ་ཟེར་ཚིག་འདིར་བདག། དེ་ནས་ཆོས་མངོན་པ་རྟག་པ་བ་ཟེར་དུས་བདག་ནི་དེ་ལ་གཉིས་ཡོད་རེད། ཆོས་མངོན་པ་རྟག་པ་བ་ཡིན་མཁན་ལ་ལམ་ཡིན་པའི་ཆོས་མངོན་པ་རྟག་པ་བ་གཅིག་དང་གསུང་རབ་ཡིན་པའི་ཆོས། མངོན་པར་བརྟགས་པ་བ་གཅིག་གཉིས་ཡོང་གི་རེད། འགྲིག་སོང་ཨ། ལམ་ཡིན་པའི་ཆོས་མངོན་པར་བརྟགས་པ་བ་ཟེར་དེ་ག་རེ་རེད་ཟེར་ན། ད། ཚོགས་ལམ་པའི་རྒྱུད་ལ་ཡོད་པ། སྦྱོར་ལམ་པའི་རྒྱུད་ལ་ཡོད་པ། གང་ལྟར་དེ་ནི། ཆོས་རབ་ཏུ་རྣམ་པར་འབྱེད་པའི་ཤེས་རབ། དང། དེ་དང་འབྲེལ་བའི་གི་ཚོར་བ་འདུ་ཤེས་ལ་སོགས་པའམ་ད་དེ་འདྲའི་ཅིག་ལ། དེ་ནི་གར་ཟེར་གི་རེད་ཟེར་ན། བརྡར་བཏགས་པའི་ཆོས་ངོ་པ། ཁོ་ལ་མིང་ཙམ་བཏགས་ཡོད་རེད། གར་གྱི་ནི་ཁོ་ལ་མིང་བཏགས་དགོས་རེད་ཟེར་ན། སྤྱི་བཏང་བཏགས་མིང་དེ་ལ། ད་བསྡུས་གྲྭའི་གནས་སྐབས་དུ་བ་བསླད་ཡོད་ཀྱི་རེད་ཚད་མ་རིག་ལྡན་ནང་ལ་སེར་བུ་སྤེལ་ཡོད་རེད་བཏགས་མིང་དེ་ལ། འདྲ་བ་རྒྱུ་མཚན་བྱས་ནས་བཏགས་པ་འབྲེལ་བ་རྒྱུ་མཚན་བྱས་ནས་བཏགས་པ་ཟེར་རིགས་གཉིས་གསུངས་ཡོང་གི་ཡོད་རེད་བ། དེའི་ནང་ནས་འབྲེལ་བ་རྒྱུ་མཚན་བྱས་ནས་བཏགས་པ་དེ་རེད་འདོད་ཡོད་རེད། འབྲེལ་བ་རྒྱུ་མཚན་བྱས་ནས་བཏགས་པ་དེ་ལ་གར་ཡོད་རེད་ཟེར་ན། རྒྱུ་མིང་འབྲས་བུ་ལ་བཏགས་པ་འབྲས་མིང་རྒྱུ་ལ་བཏགས་པ་གསུང་གི་འདུག་བ་གྲོགས་ཀྱི་མིང་གྲོགས་ཆེན་ལ་བཏགས་པ་དེ་འདྲ་ཡོད་བ་དེ་བྱེད་དུས་ཙང་ནས་ད་ལྟ་འདི་འབྲེལ་བ་རྒྱུ་མཚན་བྱས་ཡོང་དུས་ཙང་ནས་དཔེར་ན། ཚོགས་ལམ་དང་སྦྱོར་ལམ་གྱི་རྒྱུད་ཀྱི་དེ་ནི་བདག་མེད་རིག་ཤེས་རྗེས་དཔག་གི་སྟོབས་ཀྱི་སྒོ་ནས་བདག་མེད་རྟོགས་པའི་གི་བློ་ཅིག་ཡོད་རུང་བ། དེ་དང་འབྲེལ་བའི་གི་དེ་ནི་ཅིག་ཚོར་བ་ལ་སོགས་པ་དེ་ཚོ་ཚང་མ་དེ་ག་རེ་གི་རྒྱུ་ཆགས་ཀྱི་ཡོད་རེད་ཟེར་ན་མཐོང་ལམ་གྱི་གནས་སྐབས་ཀྱི་དེ་ནི་དོན་དམ་པའི་ཆོས་མངོན་པ་མཚན་ཉིད་པ་དེ་གི་རྒྱུ་ལས་སྐྱེས་པར་བྱས་པའི་རྒྱུ་ཆགས་ཡོང་གི་ཡོད་རེད། དེ་བྱེད་དུ་བཅངས་ནས། འབྲས་བུ་དོན་དམ་པའི་ཆོས་མངོན་པ་དེ་གའི་མིང་སྟེ། རྒྱུ་ཚོགས་ལམ་དང་སྦྱོར་ལམ་གྱིས་བསྡུས་པའི་གའི་ཤེས་རབ་དེ་ཚོ་ལ་ཡང། ཆོས་མངོན་པ་སའི་མིང་བཏགས་ཡོང་གི། དེ་ཡིན་དུ་བཅངས་ནས་གར་ཆགས་འབྲས་བུའི་མིང་རྒྱུ་ལ་བཏགས་པ་ཆགས་རེད། དེ་འདྲ་ཡིན་ཙང་མངོན་པ་མཛོད་ཀྱི་ནང་ལ་དེ་ཐོབ་བྱ་ཕྱིར། གང་དང། དེ་བསྟན་དགོས། དེ་ཐོབ་བྱ་ཕྱིར་དེ་སྦྲང་འཇུག་ས་དེ་དོན་དམ་པའི་ཆོས་མངོན་པ་དེ་རེད། དོན་དམ་པའི་ཆོས་མངོན་པ་དེ་ཐོབ་པར་བྱ་བའི་ཆེད་དུ་ཞུགས་པའི་གིས་ཚོགས་ལམ་དང་སྦྱོར་ལམ་གྱི་མཐུས་བྱུང་དང་བསམ་བྱུང་གི་ཤེས་རབ་དེ་ནི་སྒོམ་བྱུང་གི་ཤེས་རབ་ཡང་ཡོད་ཆོག་རུང་བ་འཇིག་རྟེན་པའི་སྒོམ་བྱུང་འོ་དེ་ཚོའི་གྲས་དེ་ལ་མངོན་པ་རྟག་པ་བ་ཟེར་ལག་ཡོད་རེད། ཡིན་ནའང་ཆོས་མངོན་པ་ཟེར་ན་མིང་བཏགས་ཆོག་ཡོད་རེད་ཁོ། ཁོ་མཚན་ཉིད་པ་རེད་བས་ཟེར་ན་མ་རེད་ཟེར་དགོས་པ་རེད་མ་གཏོགས་པས་སྤྱི་བཏང་དེ་ནི་ཆོས་མངོན་པ་ཟེར་མིང་བཏགས། བཞག་པ་རེད། འོ་དེ་འདྲ་ཡིན་དུས་ཁྱོད་མངོན་པར་རྟག་པ་བ། ལམ་གྱི་བསྡུས་པ་དེ་རེད་ད། ད་ཐ་ན་ང་རང་ཚོ་མངོན་པ་ཀུན་བཏུས་འདྲ་བོ་ཅིག་ལ་མ་དངོས་གནས་ཐོས་བསམ་གྱི་སློབ་གཉེར་ཡག་པོ་ཅིག་བྱས་ཡོང་བ་ཡིན་ན་དེ་འདྲའི་ལ་བརྟེན་ནས་བྱུང་བའི་ཤེས་རབ་དེ་ཚོ་ཡང་བདར་ཐབས་པའི་ཆོས་མངོན་པ་ལ་འགྲོ་གི་ཡོད་རེད། འགྲིག་སོང་ངམ། འོ་དེ་འདྲ་ཅིག། དེ་ལམ་གྱི་བསྡུས་པ་དེ་རེད་བ་རྟག་པ་བ་དེ། ད་ལམ་གྱི་བསྡུས་པ་ཡིན་ན་རྟག་པ་བ་ཡིན་པའི་ཆ་བ་ཡོད་མ་རེད་དམ། མཐོང་ལམ་གྱི་བསྡུས་པ་དང་སྒོམ་ལམ་ཟག་མེད་ཀྱི་བསྡུས་པ་དང་མ་ལུས་པ་ལམ་གྱི་བསྡུས་པ་དེ་ཚོ་དོན་སྟོན་པའི་ཆོས་མངོན་པ་རེད་བ། ད་དེ་འདྲ་འཇིག་རྟེན་པའི་ལམ་གྱི་བསྡུས་པ། ད་དེ་ནས་ཡང་ལམ་གྱི་བསྡུས་དཔེ་ཀྱི་ཆོས་མངོན་པ་ཡིན་ན་ད་ང་ཚོ་འདི་ལས་ཞིབ་ཕྲ་བསམ་བློ་འདི་ལྟར་བཏང་དགོས། ལམ་གྱི་བསྡུས་དཔེ་ཀྱི་ཆོས་མངོན་པ་རྟག་པ་བ་དེ་ཡིན་ན་ཚོགས་ལམ་དང་སྦྱོར་ལམ་ཡིན་པས་ཡང་མ་ཆད་པ་རེད། གར་ཟེར་ན་སྒོམ་ལམ་དཔལ་གྱི་རྒྱུད་ལ། སྒོམ་ལམ་དཔལ་གྱི་གང་ཟག་དཔེར་ན་བྱང་ཆུབ་སེམས་དཔའ་སྒོམ་ལམ་པ་འདྲ་བོ་ཅིག་ཡིན་ན་དེ་ཚོ་གི་རྒྱུད་ལ་སྐབས་འགའ་ཞིག་ལ་ཟག་བཅས་སྒོམ་ལམ་ཡོད་བ། སྐབས་འགའ་ཞིག་ལ་ཟག་མེད་སྒོམ་ལམ་ཡོད་བ། དཔེར་ན་དེ་ནི་དེ་དང་དེས་ང་ཚོ་ཕར་ཕྱིན་ཤེས་ཡོང་བའི་སྐབས་སུ་སྒོམ་ལམ་དེ་ལ་ག་རེ། མོས་པ་སྒོམ་ལམ། བསྔོ་བ་སྒོམ་ལམ། རྗེས་སུ་ཡི་རང་སྒོམ་ལམ་ཟེར་ཡོད་བ། དེ་ཚོའི་སྐབས་སུ་ཟག་བཅས་སྒོམ་ལམ་དང་ཟག་མེད་སྒོམ་ལམ་གཉིས་གསུང་གི་ཡོད་བ། འཕགས་པའི་རྒྱུད་ལ་ཡང་ཟག་མེད་སྒོམ་ལམ་དང་ཟག་བཅས་སྒོམ་ལམ་དེ་ཚོ་ཚང་མ་དེ་དོན་སྟོན་པའི་ཆོས་མངོན་པ་མར་བ་བདག་ལྟ་བུའི་ཆོས་མངོན་པའི་ཁོངས་སུ་གཏང་དགོས་རེད། ངོ་བོ་དེ་འདྲ་ཞིག་ད་དེ་ཡིན་དུས་ལམ་གྱི་བསྡུས་པའི་ཆོས་མངོན་པ་རྟག་པ་བ་ཟེར་ཡ་དེ་རེད། དེ་ནས་གསུང་རབ་ཀྱི་བསྡུས་པའི་ཆོས་མངོན་པ་རྟག་པ་བ་ཟེར་ཡིན་དུས་ཙང་ནས། དེ་ནས་ཕུང་ཁམས་སྐྱེ་མཆེད་དང་དེ་དག་གི་རབ་དབྱེ་དང་དེ་དག་གི་མཚན་ཉིད་ལ་སོགས་པ་བརྗོད་བྱའི་གཙོ་བོ་བྱས་ནས་གསུངས་བཞག་པའི་གི་གསུང་རབ་དེ་དག་ལ། དེ་ནི་བརྡར་དག་པའི་ཆོས་ངོ་བ་བ་ལབ་ཆོག་གི་རེད། ད་དེ་ག་རེ་རེད་ཟེར་ན། དེ་ཡང་གཅིག་པ་རེད། དེ་ཐོབ་བྱ་ཕྱིར་ཆགས་དེ་རེད། དེ་ཐོབ་བྱ་ཕྱིར་གང་དང་བསྟན་བཅོས་གང་ཟེར་ཡོད་ངོ་མ་རྫུན་ལ། དེ་ཐོབ་བྱ་ཕྱིར་གང་དང་ཟེར་ཡ་དེ་གི་ལམ་ལ་གོ་གི་རེད། དེ་ཐོབ་བྱ་ཕྱིར་བསྟན་བཅོས་ཟེར་ཡ་དེ་གི་ད་གསུང་རབ་ལ་གོ་གི་རེད། དེའི་སྐབས་ཀྱི་བསྟན་བཅོས་དེ་ཀྵ་དང་བསྟན་བཅོས་གཉིས་ཀ་ལ་འབྱུང་ངེས་ཀྱི་བསྟན་བཅོས་དེ་རེད། དེ་བྱེད་དུས་ཙང་རེད། ད་དཔེར་ན་ཡང་ཀྵ་ཡི་ནང་ལ་བསམ་བློ་འདང་བ་ཡིན་ན། ཤེར་ཕྱིན་གྱི་མདོ་ལ་སོགས་པ། ཤེར་མདོ། དེ་བཞིན་ཐུན་མོང་མ་ཡིན་པའི་མངོན་པ། དེ་ནས་ད་ལྟ་འདི། མངོན་པ་སྡེ་དོན་ལ་སོགས་པ་ཐིགས་པ་ཐུན་མོང་བའི་མངོན་པ། མདོ། འོ་དེ་འདྲས་སངས་རྒྱས་ཀྱི་ཀྵ་ཡིན་པས་ཀྱི་མངོན་པ་བཏགས་པ་བ་གཅིག།

བ་ཡ། ད་ཀུན་ནས་བསྟོད་པ་ཟེར་ཡ་དེ་ཡིན་ད། ངས་ད་འཇིག་འདིའི་སྔོན་བོད་ཀྱི་རྩ་བ་ཚང་མ་ནམ་ཞོན་པ་རྩ་བ་ཆ་ཚང་དེ་ད་རྩ་བ་དེ་ག་མ་མཇུག་ལོ་གཅིག་ཟེར་ཞོག་ད། ཀུན་ནས་བསྟོད་པ་ཟེར་ཡ་འགྲེལ་བཤད་དེ་མཇུག་ལོ་ཡོད་རེད་ད། རྩ་བ་ཁོ་རང། ད་དེ་ན་དེའི་འོག་དེ་ན་གར་སོང་འདུག་བསྟན་བཅོས་འདི་ཅིའི་ཕྱིར་ཆོས་མངོན་པ་ཀུན་ནས་བསྟོད་པ་ཞེས་བྱ་ཞེ་ན་ད་ཀུན་བཏུས་ཀྱི་སྒྲ་བཤད་དེ་སླད་ཡོང་གི་ཡོད་འདི་ལ་མ། ད་ག་རེ་སོང་ཟེར་འདི་ན་རྒྱུ་མཚན་གསུམ་ཡོད་རེད་ད་སྔོན་པ་ཀུན་ནས་བསྟོད་པ་ལ་དགོས་རྒྱུ་མཚན་གསུམ། ཀུན་ལ་བཏུད་པ་ཟེར་ལབ་དགོས་རྒྱུ་མཚན་གསུམ་ལ་གར་སོང་འདུག་ཟེར་ན། རྟོགས་ནས་བསྡུས་པའི་ཕྱིར་རོ། ཀུན་ནས་བསྡུས་པའི་ཕྱིར་རོ། ཡང་དག་པར་མཐོ་བའི་གནས་ཡིན་པའི་ཕྱིར་རོ་ཟེར་ད་དེ་འདི་གསུམ་གསུངས་འདུག་ད་དེ་གསུངས་དུས་ཙང་ནས། འདི་ལ་ཀུན་བཏུད་ཟེར་ལབ་དགོས་རྒྱུ་མཚན་དེ་གཅིག་དེ་གར་ཟེར་ན། རྟོགས་ནས་བསྡུས་པ་ཡིན་ཙང་ཀུན་བཏུད་ཟེར་ལབ་རེད་ཟེར་ནས་ཚིག་གཅིག་གསུངས་འདུག་ད་དེ་གསུངས་དུས་ཙང་ནས་ག་རེ་གསུངས་དགོས་རེད་ཟེར་ན། སློབ་དཔོན་ཐོགས་མེད་ཀྱིས། དོན་དམ་པའི་གི་ཆོས་མངོན་པའི་གི་གནས་ལུགས་ཆ་ཚང་དེ་མངོན་སུམ་དུ་མཐོང་ནས་མངོན་སུམ་དུ་རྟོགས་ནས། དེ་ནས་ཨ། ཕུང་ཁམས་སྐྱེ་མཆེད་ལ་སོགས་པའི་གི་རྣམ་གཞག་གནས་ཚུལ་རབ་དབྱེ་གང་འདྲ་ཡིན་པ་ཆ་ཚང་དེ་ཚོ་བསྡུས་ནས་བསྟན་བཞག་པ་ཡིན་ཙང་ཀུན་ལ་འདུས་པ་ཟེར་ལ་ཡོད་རེད། རྒྱུ་མཚན་གཅིག་དེ་རེད། རྟོགས་ནས་བསྡུས་པའི་ཕྱིར་རོ་ཟེར་ལ་དྭ་བ། དེ་བྱས་ནས་འདི་ག་རེད་ཟེར་ན་དཔེར་ན། དེ་ནས་རྒྱ་གཞུང་གི་ནང་ལ་ག་རེ་སོང་ཡོད་རེད་ཟེར་ན། ད་ལྟ་ཕལ་ཆེར་དབུ་མ་རྒྱན་གྱི་འབྲེལ་བ་བཅས་ཀྱི་ནང་ལ་ཡིན་ས་རེད། སློབ་དཔོན་ཤཱནྟི་པ་གིས་ག་རེ་གསུངས་རེད་ཟེར་ན། འཕགས་པ་བྱམས་པ་ནས་ས་བཅུ་པ་ལ་གནས་པའོ། འཕགས་པ་ཐོགས་མེད་ནས་ས་གསུམ་པ་ལ་གནས་པའོ། སློབ་དཔོན་ཀླུ་སྒྲུབ་ནས་ས་དང་པོ་ལ་གནས་པའོ་གསུངས་ཡོད་རེད་ད། དེ་གསུངས་དུས་ཙང་ནས་འཕགས་པ་ཐོགས་མེད་དེ་ས་གསུམ་པ་ལ་གནས་པའི་གི་བྱང་ཆུབ་སེམས་དཔའ་ཅིག་རེད་ད་བ། དེ་བྱེད་དུས་ཙང་ནས་དོན་དམ་པའི་ཆོས་མངོན་པར་བརྗོད་ལུགས་ཅི་བྱས་ཚར་རེད་བ། དེ་ཡིན་དུས་ཚང་ནི་འདིའི་མངོན་པ་ཀུན་བཏུས་ཏེ། རྗེས་དཔག་གི་ཐོག་ནས་ཚུར་བཏུས་བཞག་པ་མ་ཡིན་པར། མངོན་སུམ་གྱི་ཐོག་ནས་བསྡུས་བཞག་པ་ཡིན་ཞེས་པའི་དོན་རེད། སློབ་དཔོན་ཐོགས་མེད་ཁོང་གིས། སངས་རྒྱས་ཀྱིས་གསུངས་པའི་ཆོས་མངོན་དཔལ་གྱི་མདོ་སྡེ་ཡོངས་རྫོགས་ཀྱི་དགོངས་དོན་དེ། ངས་ཚུར་བཞིན་དུ་རྟོགས་ནས། རུ་རུག་བྱས་བྱས་པ་ཡིན་ཙང་ཀུན་ལ་བཏུས་པ་ལབ་དགོས་ཀྱི་ཡོད། ཀུན་བཏུས་ཀྱི་སྒྲ་བཤད་གཅིག་ཚད་རེད། རྟོགས་ནས་བསྡུས་པའི་ཕྱིར་རོ། ལ་དྭགས། ཨོ་ཡ། ད་གཉིས་པ་དེ་ག་རེ་གསུང་དགོས་རེད་ཟེར་ན་ཡང་ན། ཀུན་ནས་བསྡུས་པའི་ཕྱིར་རོ་ཟེར་བ་ལྟ་བ། ཡང་ཀུན་བཏུས་ཟེར་ལ་དེ་ཚོ་ཀུན་ཟེར་ཡ་དེ་ད་ད་འཇིག་དཔེར་ན་ད་འཇིག། འགྲེལ་བཤད་དང་པོ་རྒྱག་འདོད་ཚེ་ན་ཀུན་ཟེར་ཡ་ད་རྟོག་པ་ལ་གོ་སོང། གནས་ཚུལ་ཀུན་ཡང་དག་པ་རྟོགས་ནས་བསྡུས་པ་ཡིན་ཙང་ཀུན་བཏུས་ཟེར་ད་འཇིག་དེ་རྟོག་པ་ལ་འགྲེལ་སོང། ད་ད་ལྟ་ཀུན་བཏུས་ཟེར་ཡང་འདི་འགྲེལ་བཤད་གཉིས་པ་བརྒྱབ་ན་ག་རེ་ཟེར་ན། མདོ་ལ་གོ་དགོས་རེད་སངས་རྒྱས་ཀྱིས་གསུངས་པའི་མདོ་ལ། ཐེག་པ་ཐུན་མོང་གི་མངོན་དཔལ་གྱི་མདོ་དང། ཐེག་ཆེན་ཐུན་མོང་མ་ཡིན་པའི་མངོན་དཔལ་གྱི་མདོ། དེ་འདྲེས་ཀྱི་མདོ་སྡེ་ཡོངས་སུ་རྫོགས་དཔལ་གྱི་དོན་ཀུན་ནས་ཚུར་བཏུས་པ་ཡིན་ལ་མདོ་ཀུན་ནས་ཚུར་བཏུས་བཞག་པ་ཡིན་ཙང། དེ་ནི་ཀུན་ལ་འདུས་པ་ཟེར་ལགས་རེད། ཀུན་ནས་འདུས་པའི་ཕྱིར་རོ། གཅིག་དེ་རེད། ད་དེ་ནས་གར་སོང་འདུག་ཟེར་ན། ཡང་དག་པར་མཐོ་བའི་གནས་ཡིན་པའི་ཕྱིར་རོ་གསུངས་འདུག་ཡང་དག་པར་མཐོ་བའི་གནས་ཡིན་པའི་ཕྱིར་རོ་གསུངས་འདུག་ཙང་ནས། ད། དེ་དུས་གར་ཟེར་ན། ཀུན་ནས་བཏུས་པ་ཟེར་ཡང་འདེགས་གི། དེ་ནས། ཕྱོགས་ཀུན་ནས། འབྲས་བུ་རྣམ་པ་ཐམས་ཅད་མཁྱེན་པའི་ཡེ་ཤེས་དེ་ཚུར་བསྡུ་ཡག་གི་ཆེད་དུ།

གཞུང་ཚད་བསྟན་ཡོང་གི་ཡོད་རེད་འདི་ཇི་ལྟར་ཐེངས་ལོ་ཙཱ་བ་དེ་ཚོ་བཟོ་རྒྱུ་རེད་བམ་པོ་དང་པོ་གཉིས་པ་གསུམ་པ་ཟེར་ཡ་འདི་ལོ་ཙཱ་བའི་བཀོད་བྱ་རེད་ཁོང་རྣམ་པས་བོད་ལུགས་སུ་དཔེ་ཆ་བསྒྱུར་ཡོང་དུས་ཚོ་ནི་གཞུང་གི་ཚད་གཞི་འདྲ་བོ་ཅིག་རྟོགས་དགོས་ཡ་ཆེད་དུ་ཚོ་ནི་བམ་པོ་དང་པོ་བམ་པོ་གཉིས་པ་གསུངས་ཡོད་རེད་བ། དེ་འདྲ་ཡིན་དུས་ཙང་ནི་ད་འདི་ལ་ཤོ་ལོ་ཀ་སུམ་བརྒྱ་ལ་བམ་པོ་གཅིག་གནང་གི་ཡོད་རེད་ད་ཤོ་ལོ་ཀ་སུམ་བརྒྱ་སུམ་བརྒྱ་ལ་བམ་པོ་གཅིག། ད་ཤོ་ལོ་ཀ་སུམ་བརྒྱ་ཟེར་དུས་ཙང་ནས་ནམ་རྒྱུན་ང་ཚོ་ཤོ་ལོ་ཀ་དུ་ཚིགས་བཅད་གཅིག་པུ་གསུངས་བཏང་བསྡད་ཡོད་རེད་བ་དེ་མ་རེད་བ། དཔེར་ན་ཀུན་མཁྱེན་བུ་སྟོན་རིན་པོ་ཆེ་གི་ཕར་ཕྱིན་ལུང་གི་ཉི་མའི་ནང་ཡོད་བ། ཤོ་ལོ་ཀ་ཡིན་ན་ཤོ་ལོ་ཀ་དེ་ལ་ཚིག་འབྲུ་མང་ཉུང་ཡོད་མ་རེད། ཚིག་རྐང་བཞི་ཡོད་ན་ཤོ་ལོ་ཀ་གཅིག་ལབ་ཆོག་གི་རེད། ཚིག་ལྷུག་ཡིན་ན་མངོན་པ་ཀུན་བཏུས་འདི་ཚིག་ལྷུག་རེད་བ། རྩ་བ་དེ་ཚིགས་བཅད་ཚིགས་བཅད་མ་རེད་ཚིག་ལྷུག་རེད། ཚིག་རིང་པོ་ཡོད་མཁན་དེ་ཚོ་ལ་ཤོ་ལོ་ཀ་ཟེར་ཡ་ད་ག་འདྲ་གྱི་ལ་གོ་དགོས་ཟེར་ན། ཚེག་བར་སུམ་ཅུ་སོ་གཉིས་ཡོད་པ་གཅིག་ལ་ཤོ་ལོ་ཀ་གཅིག་ཟེར་ལབ་དགོས་རེད་ཟེར། ཚེག་བར་སོ་དུས་དཀོན་མཆོག་གསུམ་ཟེར་དུས་ཚེག་བར་གསུམ་འདུག་དེ་འདྲ་བོ་བྱས་ནས་ཚེག་བར་སུམ་ཅུ་སོ་གཉིས་ཡོད་པ་གཅིག་ལ་ཤོ་ལོ་ཀ་གཅིག་ད་དེ་བྱེད་དུས་ཙང་ནས་རྔོན་པ་ཀུན་འདུས་འདི་ལ་བམ་པོ་ཕལ་ཆེ་ལྔ་ཡོད་རེད་དོ། ཡང་དཀར་ཆག་ཁ་ཤས་ཀྱི་ལོ་སྣར་ཐང་འཕན་ཐང་དཀར་ཆག་ཟེར་ཡ་གཅིག་ཕལ་ཆེ་དཀར་ཆག་གཅིག་ཡོད་ས་རེད་བཀའ་བསྟན་གྱི་དཀར་ཆག་ཡིན་ས་རེད་བ། དེའི་ནང་ད་ནི་སྔོན་པོ་ཀུན་འདུས་ལ། ད་ནི་ཤོ་ལོ་ད་ལྟ་འདི། བམ་པོ་དྲུག་དེ་འདྲ་ཡང་བསྒྲིགས་གནང་མཁན་དེ་འདྲ་ཡོད་ས་རེད་ཡང་ད་ལྟ་ང་རང་ཚོ་འདི་ལ་བམ་པོ་ལྔ་ཡོད་རེད་ད། བམ་པོ་ལྔ་ཡོད་ཡོད་འདུག་ཙང་ནས་ད་ནི་ད་ལྟ་འདི་ད། ཤོ་ལོ་ཀ་སུམ་བརྒྱ་ལ་བམ་པོ་ལྔ་ད་ཤོ་ལོ་ཀ་ག་ཚོད་ཆགས། གཅིག་ཐོང་ལྔ་བརྒྱ་ཡོད་ས་རེད་བ། ཨོ་ཡ། ད་དེ་འདྲས་བྱས། ཨོ་དེ་ཡིན་འདུག་ད་ད་ལྟ་བམ་པོ་དང་པོ་ནས་འགོ་འཛུགས་དེ་ནས་ཞུ་གི་ཡིན་ས་ཡ་དེ་གཞུང་ཚད་དེ་བྱས། ད་དེ་ནི་འགྱུར་ཕྱག་དེ་རེད་འཇམ་པའི་གཞོན་ནུ་བྱུར་བ་ལ་ཕྱག་འཚལ་ལོ། ད་འདི་ལ་ཡང་ང་ཚོ་ནམ་རྒྱུན་གསུམ་བཤད་ཀྱི་ཡོད་རེད་བ། ལོ་ཙཱ་བའི་འགྱུར་ཕྱག་ཟེར་ནས་མིང་གཅིག་བཏགས་ཡོད་རེད། དེ་ནས་སྡེ་སྣོད་ངོས་འཛིན་གྱི་ཕྱག་ཟེར་ནས་ཡང་གཅིག་བཏགས་ཡོད་རེད། ཆོས་རྗེའི་བཀའ་ཆད་ཀྱི་ཕྱག་ཟེར་ནས་ཡང་དེ་འདྲ་གསུང་གི་ཡོད་རེད་བ། ཆོས་ཀྱི་རྒྱལ་པོ་ངོ་མ་དེ་ནས་གཅིག་ད་ཆོས་རྗེ་མེས་དབོན་གྱི་སྐབས་ལ་གཅིག་ལོ་ཙཱ་བ་དང་ཚོ་འདྲ་མི་འདྲ་འགྱུར་ཡོད་འདུག་ཙང་ནས་དེ་ནས་ཁྱོད་རང་ཚོ་ད་གཅིག་མདོ་སྡེའི་སྡེ་སྣོད་ཁུངས་སུ་གཏོགས་པ་གཅིག་འགྱུར་གྱི་ཡོད་ན་སངས་རྒྱས་དང་ཞིང་ཆེན་སེམས་དཔའ་ཐམས་ཅད་ལ་ཕྱག་འཚལ་ལོ་ཟེར་ལབ་དགོས་ཟེར་ནས་ཁྲིམས་བཟོས་བཞག་བ། མངོན་པའི་སྡེ་སྣོད་ཁོངས་སུ་གཏོགས་པ་གཅིག་གྱུར་ཡོང་གི་ཡོད་ན་འཇམ་པའི་གཞོན་ནུ་འཆི་བ་ལ་ཕྱག་འཚལ་ལོ་ཟེར་ལབ་དགོས་ཀྱི་རེད་གསུང་ཡང་འདྲ་བོ། དེ་ནས་འདུལ་བའི་སྡེ་སྣོད་ཁོངས་སུ་གཏོགས་པ་ཡིན་ན་སངས་རྒྱས་ལ་ཐམས་ཅད་མཁྱེན་པ་ལ་ཕྱག་འཚལ་ལོ་ཟེར་ན་ལབ་དགོས་ཀྱི་རེད་ས་ནས་སྡེ་སྣོད་ངོས་འཛིན་ཉུང་ཡང་ཆེད་དུ་བཀས་བཅད་པ་རེད་གསུང་གི་ཡོད་རེད་བ། དེ་འདྲ་ཡིན་དུས་ཚང་འདི་ལ་བཀས་བཅད་ཀྱི་ཆ་ཡང་ཟ་གི་འདུག་བ། ཡང་མཚམས་མཚམས་དེ་ནས་སྡེ་སྣོད་ངོས་འཛིན་གྱི་ཆ་ཨོ་ད་འདི་མངོན་པའི་སྡེ་སྣོད་ཡིན་ས་རེད་བ་ཟེར་ངོས་འཛིན་ཡང་བྱེད་དུས། ཡང་མཚམས་མཚམས་འདི་ལ་ལོ་ཙཱ་བ་དེ་ཚོ་གི་གཅིག་འགྱུར་ལམ་ལྷོང་ཡོད་ཡང་ཞིག་ཏུ་ཕྱག་འཚལ་བཞག་པ་ཡིན་དུས་འགྱུར་ཆགས། དེ་འདྲ་བྱས་ན་མིང་བཏགས་བྱ་གི་འདུག་བ། ད་འདི་ལ་ད་ནི། ཆེས་ནན་པ་དང་ད་ས་སང་གི་འབྲེལ་བ་དང་དཔང་ལོ་ཙཱ་བ་བློ་གྲོས་ལྡན་པའི་འབྲེལ་བ་དང་གཟིགས་ད་དེ་ཚོ་ལ་དེ་ངེས་པ་ཡོད་མ་རེད་གསུངས་འདུག་བ། སྔོན་གྱི་སྐབས་ལ་དེ་འདྲའི་ཅིག་ཡིན་ན་ཡང་ད་ཕྱིས་སུ་ནི་ལོ་ཙཱ་བ་དེ་ཚོ་ལ་ཡང་མགོ་ནས་མ་མནན་མཁན་མེད། དེ་ནི་ཅིག་སོ་སོ་སོ་སོ་གང་འདོད་འདོད་ཡིན་དུས་ཚོད་ན་རང་འདོད་ཀྱི་ཕྱག་འཚལ་བྱེད་པ་དེ་ནི་མང་པོ་ཡོད་རེད། ད་ཡིན་ན་འདི་འགྱུར་ཕྱག་འདི་སྡེ་སྣོད་ངོས་འཛིན་གྱི་ཕྱག་དང་མཐུན་པ་ཙམ་ཕྱག་བཟོ་རུ་མ་གཏོགས་པའི་དངོས་གནས་བྱས་ན་ངེས་པ་མི་འདུག་ཟེར་འགྱུར་ཁ་ཤས་ནང་ལ་ནི་འཕགས་པ་སྤྱན་རས་གཟིགས་དབང་ཕྱུག་ལ་ཕྱག་འཚལ་ལོ་ཟེར་ན་ལབ་བྱེད་པ་དེ་འདྲའི་ཡང་ཡོད་རེད་ཟེར་ཁ་ཤས་ནང་ལ་ཨོ། དེ་བྱས་དུས་ཁ་ཤས་ལ་ན་འཕགས་པ་བྱམས་པ་ལ་ཕྱག་འཚལ་ལོ་སེང་གེ་བཟོ་འགྲོ་ད་དེ་འདྲ་བྱས་ནས་འགྱོད་ཤག་འདྲ་མི་འདྲ་མང་པོ་ཡོང་གི་ཡོད་ས་རེད། ཨོ་དེ་ཡིན་དུས་ད་གང་ལྟར་ད་ལྟ་འདིའི་སྡེ་སྣོད་ངོས་འཛིན་གྱི་ཆ་ལ་བཟོས་ཤེ་ན་འགྲིག་ས་རེད་བ་སྔོན་པའི་སྡེ་སྣོད་ཡིན་དུས་ས་གནས་འཇམ་པོར་བཞུགས་ན་ཆོས་པ་ལ་ཕྱག་འཚལ་ལོ་ཟེར་ཏེ་ཕྱག་སོང་རེད། ཨོ་ཡ་ད་དེ་བར་དུ་ང་ཚོ་སྔོན་པ་ཀུན་འདུས་ཀྱི་ཐོག་མར་རྒལ་བ་སླད་ཀྱི་དོན་ཟེར་ཡ་དེ་རེད། ད་གཉིས་པ་བར་དུ་དགེ་བ་གཞུང་གི་དོན་ཟེར་ཡག་རེད། ད་བར་དུ་དགེ་བ་གཞུང་དོན་བཤད་ཡོང་དུས་རྩ་ནས་མངོན་པ་ཀུན་འདུས་འདི་འཆད་ཡོང་དུས་གང་དྲན་འཆད་དགོས་ཟེར་ན་རྣམ་བཤད་རིག་པའི་ནང་ལ་གསུངས་པའི་གྱི་མདོ་འཆད་ཐབས་ཀྱི་མན་ངག་ལྔ་ཟེར་ཡག་དེ་སྦྱར་ནས་བཤད་དགོས་ཀྱི་ཡོད་ས་རེད་དེ་སྦྱར་ནས་བཤད་ཤེས་ན་སྟབས་བདེ་བ་ཡོང་གི་ཡོད་རེད། ད་དེ་ཕར་ཕྱིན་གཟིགས་ཚར་མཁན་གྱི་མཁྱེན་གྱི་རེད་བ། རྣམ་བཤད་རིག་པའི་ནང་ག་རེ་གསུངས་པར་ཟེར་ན་སློབ་དཔོན་ཡིན་ཉེས་ཀྱི་མདོ་རྣམས་འཆད་པར་འདོད་པ་ལ་ངེས་ནས་མན་ངག་སྦྱིན་པར་བྱ། ཅིག་མདོ་དང་བསྟན་བཅོས་དེ་ཚོ་བཤད་ཡག་གི་འདོད་པ་ཡོད་མཁན་དེ་ཚོ་ལ་ངས་ཁྱོད་རང་ཚོའི་བཤད་ཐབས་ཀྱི་མན་ངག་ཅིག་བཤད་དགོས། མན་ངག་ཟེར་གྱི་འདུག་ཟེར་ན་ཅི་ལྟར་ག་རེ་ཟེར་གྱི་རེད། མན་ངག་ཟེར་ཡག་ཚིག་ཅིག་ད་བ་དེ་གི། ཚིག་ཉུང་ཉུང་ཅིག་གི་གནད་འགག་ཆེན་པོ་ཅིག་གཏོར་ཐུབ་མཁན་ཅིག་ལ་མན་ངག་ཟེར་གྱི་རེད། ང་ཡང་ད་དེ་བཤད་གི་ཡིན། འོ་ན་མན་ངག་དེ་ག་རེ་ཡིན་ཟེར་ན། དེ་འདི་རེད་བ། རྒུད་པ་སྡུད་པའི་དོན་བྱེད་དང་ཚིག་དོན་བྱེད་དང་མཚམས་སྦྱར་བྱེད་དགག་ལན་བྱེད་དང་མཉེས་པར་བྱ། དགོས་དོན། འདོད་དོན། ཚིག་དོན་མཚམས་སྦྱར་བརྒལ་ལན། ད་གཞུང་ཅིག་བཤད་ཡོད་འདུག་ཙང་ནས་ཐོག་མར་གཞུང་དེ་གི་དགོས་དོན་ག་རེ་འདུག་དེ་ཤེས་འགུག་ཡོར་གཅིག་རེད། གཉིས་པ་དེ་ནས་དགོས་དོན་དེ་ཧ་གོ་ཚར་བའི་རྗེས་ལ། དགོས་པ་དེ་དང་ལྡན་པའི་གཞུང་དེ་གི་དོན་དག་ཡོངས་རྫོགས་སུ་བསྡུས་ནས་ག་འདྲ་ཅིག་རེད་འདུག་ཟེར་ནས་འདོད་དོན་དེ་ཤེས་འགུག་གི་ཡོད་རེད། དེ་ནས་བདུད་བཞེད་པའི་དོན་དག་དེ་ཡང་ག་བདུད་ནི་བདུད་སོགས་བྱེད་པའི་རིགས་མར་བ། ཨ་བདུད་བཞེད་པའི་དོན་དེ་རྒྱས་པར་བཤད་པའི་སྒོ་ནས་ཚིག་དོན་གྱི་ནི་མ་ཏྲར་བཞེད་པ་དེ་ལ་ཚིག་དོན་ཟེར་གྱི་རེད། སྒོས་དོན་བདུད་དོན་ཚིག་དོན། ད་མཚམས་སྦྱར་ཟེར་ཡིན་དུས་ཙང་ནས། གོ་རིམ་རིག་པ་སྔ་ཕྱི་དང་མི་འགལ་བ་གཉིས་ལས་གསུངས་སོང་དེ་ཡིན་དུས་གཞུང་གི་གོ་རིམ་སྔ་ཕྱི་མི་འགལ་བའི་དོན་ཡང་གི་བར་མཚམས་ཀྱི་ཚིག་དེ་ལ་མཚམས་སྦྱོར་ཟེར་གྱི་རེད། གཞུང་གོང་འོག་གི་རིག་པ་སྔ་ཕྱི་མི་འགལ་བ་ཁས་བླངས་སྔ་ཕྱི་མི་འགལ་བ་སྟོན་པ་གི་དེ་ལ་ཨོ་གོང་དུ་བཤད་པ་འོ་ན་དེ་ལྟར་ཡིན་ན་གོང་དུ་བཤད་པ་དེ་ཅི་ཡིན་ཞེ་ན། དེ་འདྲ་ལབ་ནས་ཨོ་ད་དེ་བྱོན་ཡོང་མ་རེད་ཨེ་འདྲས་རེད་ད་ཟེར་ནས་བཀོད་པ་ཅིག་ལན་སྤྲད་ཡོང་བ་དེ་ལ་དཔེ་ལེན་དགའ་ལེན་ཟེར་གྱི་ཡོད་རེད། དེ་བྱེད་དུས་ཚང་ནས་ད་དོན་དག་རྣམ་པ་ལྔ་ཡི་སྒོ་ནས་ངེས་དགོས་རེད་ཟེར་གྱི་ཡོད་རེད། ད་དེ་ནི་དང་པོ་ང་ཚོས་དགོས་དོན་ཅིག་གསང་བ་དང་དགོས་རེད་བ། དགོས་དོན་དེ་འདིའི་བསྟན་བཅོས་མངོན་པ་ཀུན་བཏུས་ཀྱི་རྩ་བའི་གི་ཚིག་ལ། དངོས་སུ་སྦྱར་གྱི་ཡོད་མ་རེད་ད་ང་ཚོས་ཤུགས་ལ་བསྟན་དགོས་རེད་ཤུགས་ལ་བསྟན་ཡོང་དུས་ཙང་ཙང་དེ་ནི་ཟླ་བ། བསྟན་འགྱུར་ནང་གི་དེ་ནི་འགྲེལ་བ་སྦྱར་སའི་མིང་གོ་དེ་ནི་ཟླ་བ། དངོས། མངོན་པ་ཀུན་བཏུས་ཀྱི་དེ་ནི་དགོས་དོན། ད་དགོས་དོན་ཟེར་དུས་དེ་ལས་ཕར་འཕྲོས་ནས་ང་ཚོ་དགོས་ཟོག་ཇུས་གཞི་ཟེར་ཡ་གཅིག་ངོས་འཛིན་བྱེད་དགོས་རུ་བ་དགོས་དོན་དེ་ལ་འཕྲོས་ཡོང་དུས་ཙང་ནི་དགོས་ཟོག་ཇུས་གཞི་ཟེར་ཡ་དེ་རེད། བསྟན་བཅོས་འདི་ཡི་དགོས་པ། མར་བསྟན་བཅོས་འདི་ཡི་བརྗོད་བྱ། བསྟན་བཅོས་འདི་ཡི་དགོས་པ་བསྟན་བཅོས་འདི་ཡི་ཉིང་དགོས་བསྟན་བཅོས་འདི་གི་ད་དགོས་སོ་ཆོས་ཀྱི་འབྲེལ་ལམ་ཟེར་ཡ་དེ་བཞི་པོ་དེ་ཚུར་ཕྱོགས་ཅན་དུ་བསྡུས་པ་དེ་ལ་དགོས་དོན་ཟེར་ཡས་རེད། ད་དེ་བྱས་ཡོད་འདུག་ཙང་ནས་ད་ལྟ་འདི་དཔེར་ན། དགོས་དོན་གར་བྱས་ནས་བཤད་དགོས་རེད་ཟེར་ན་རྣམ་བཤད་རིག་པའི་ནང་ལ། དེ་ནས། མདོ་དོན་ཆེ་བ་ཉིད་ཐོས་ནས་ལེན་པ་དང་ནས་འཛིན་པ་ལ་ཉན་པ་པོ་དེ་གོས་བྱེད་པ་ཐོག་མར་དགོས་པ་བརྗོད་པར་བྱ་གསུངས་འདུག་དགོས་དོན་བརྗོད་དགོས་རྒྱུ་མཚན་དེ་རེད། དེ་གིས་ག་རེ་གསུང་གི་རེད་ཟེར་ན། བསྟན་བཅོས་དཔེར་ན་མངོན་པ་ཀུན་འདུས་འདི་གི་ཅིག་ཆེ་བའི་གི་ཡོན་ཏན་དེ་འདྲས་ཅིག་ཐོས་ནས། ད་བསྟན་བཅོས་མངོན་པ་ཀུན་འདུས་འདི་གི་དགོས་དོན་དེ་ཅིག་ཨ་མཆོག་ནོར་གོ་ཡོད་འདུག་ཙང་ནས། ད་ལྟ་མངོན་པ་ཀུན་འདུས་འདི་ཡག་པོ་ཅིག་མ་བརྟག་ན་རྩ་བ་ཉིད་ནས་འགྲིག་མི་འདུག་འདི་ལྟ་མ་བརྟག་རང་དང་རེད་འདུག་ཨ་བསམ་པའི་སེམས་ནང་སྤྲོ་བ་སྤྲད་ཐུབ་མཁན་གི་དོན་དག་དེ་ལ། དེ་ནི་དགོས་དོན་ཟེར་ལེགས་ཡོད་རེད། མདོ་དོན་ཆེ་བ་ཉིད་ཐོས་ནས། ཕ་ཡིག་གི་མདོག་ཡིན་ན་ཡང་འདྲ། བསྟན་བཅོས་ཡིན་ན་ཡང་འདྲ་དེའི་ཁྱད་ཆོས་དེ་ཨ་མཆོག་ནང་བཞིན་ཐོས་ཡོང་དུས་ཙང་ནས། ལན། ཉན་པ་དང་ནི་འཛིན་པ་ལ། ཚིག་ཉན་པ་དང་དོན་ཡིད་ལ་འཛིན་མཁན་གྱི་གང་ཟག་དེ་ལ། ཉན་པ་དང་ནི་འཛིན་པ་ལ། དེ་ནས་སྤྲོ་བ་སྐྱེ་བར་བྱ་བའི་ཆེད་དུ། ཉན་པ་པོ་དེ་གུས་བྱེད་པ། དེ་ལ་གུས་པ་བྱེད་ཡ་བྱེད་ལ་ཨོ་ད་ངས་འདི་དངོས་ནས་ཉན་གི་ཡིན་འདི་ལ་སློབ་སྦྱོང་ཅིག་བྱེད་ཀྱི་ཡིན་འདི་ཚིག་བློ་ལ་བཟུང་གི་ཡིན་འདི་དོན་ཡིད་ལ་བསམ་གི་ཡིན་འདི་ད་དངོས་གནས་དྲང་གནས་ཀྱི་ཅིག་ད་མ་བསམ་རང་བསམ་རེད་འདུག་བསམ་པའི་གི་སེམས་ལ་སྤྲོ་བ་བསྐྱེད་ཐོན་གི་ཡག་གི་ཚིག་གང་ཡིན་པ་དེ་ལ་དེ་ནི་དགོས་དོན་རེད་དེ་འདྲ་ཡིན་འདུག་ཙང་ནས་ཐོག་མར་གུས་པ་དེ་བརྗོད་དགོས་རེད་སོང་དུ། མངོན་པར་ཀུན་བཏུས་ལྟ་བུ་དང་གཞུང་ག་རེ་བཤད་ཡང་དེའི་གུས་པ་དེ་བརྗོད་དགོས་ཀྱི་ཡོད་རེད། ད་དེ་བྱས་ཡིན་དུས་ད་ནི་དེ་འདྲའི་གུས་པ་དེ་བརྗོད་པར་བྱེད་པར་ད་དེ་འབྱོན་དུས་ཀྱི་བརྗོད་བྱ་མཁྱེན་དགོས་ཀྱི་རེད་བ། དེ་འདྲ་ཡིན་དུས་ད་ད་དེའི་བརྗོད་བྱ་དེ་ག་རེ་དུ་ཡོད་རེད་ཟེར་ན། ད་ནི་ཀུན་ལ་བཏུས་པ་རྣམ་པ་ལྔ་ཟེར་ཡ་དེ་དག་བརྗོད་བྱ་རེད། སྤྱི་དང་བར་དབྱེ་སོང་བ་ནི་ད་སྡོམ་ཚིག་ནང་ལ་འོག་ན་བཤད་ཡོང་གི་ཡོད་རེད་བརྗོད་བྱ་བཅུ་དྲུག་ཙམ་ཅིག་ཡོད་རེད་ད་རོབ་ཅེ་ན་བར་ཞིབ་ཕྲ་བྱས་ན་བརྗོད་བྱ་དེ་ལས་མང་གི་རེད།

ད་དགོས་པ་ག་རེ་རེད་ཟེར་ན་དེ་འབྲེལ་གྱི་བརྗོད་བྱ་དེ་བསྟན་བཅོས་མངོན་རྟོགས་ཀྱི་མངོན་པ་ཀུན་འདུས་འདི་ལ་ཅིག་བཏགས་ཡོང་དུས་ཙང་ནས་འོ་དེའི་བརྗོད་བྱ་དེ་ཚོ་ཐོས་བསམ་གྱི་ཐོག་ནས་དེ་ནས་གོ་བ་བསྐྱལ་བ། ཐོས་པས་གོ་བ་བསྐྱལ་བ། གསུམ་པས་བསམ་པས་མྱོང་བ་བསྐྱལ་བ། ད་དེ་འབྲེལ་ཅིག་བྱུང་བ་དེ། ཅི་དེ་རིགས་དགོས་པ་རེད། ང་ཚོས་བལ་ནས་དཔེ་ཆ་ལ་འཐུས་པ་བྱེད་ཡ་དེ་གི་དགོས་པ་ག་རིགས་བྱེད་དུ་འཐུས་པ་བྱེད་ཀྱི་རེད་ཟེར་ན། གོ་བ་བྱེད་ཡ་བྱེད་དུ་འཐུས་པ་བྱེད་དགོས་ཀྱི་རེད་མ་གཏོགས་དཔེ་ཡིག་ཚད་འདི་གར་ཟེར་བ་རེད་འདི་ལོན་ཡ་བྱེད་དུ་མ་གཏགས་དེ་ཡང་དགོས་པ་དེ་ནོར་ཚ་རེད་དེ་ཁོ་ད་ཚ་ཞར་སྦྱོང་གི་དགོས་པ་རེད། རེད་བ། ཡིག་ཚད་ལོན་ཡ་འདུག་མ་འདུག་བལྟ་ཡ་དེ་གོ་བ་བྱེད་ཡ་གོ་བ་བྱེད་ཡ་འདུག་མ་འདུག་བལྟ་ཡོད་རེད་དོ་ན་དེ་དེ་རེད་བ་དེ། རེད་བ། ཡིག་ཚད་བཏང་ཟེར་དུ་ཟེར་ན་ཕ་ཡུལ་དེ་ལ་གོ་བ་བྱེད་ཡ་འདུག་མ་འདུག་བལྟ་ཡ་རེད་མ་གཏོགས་བཀོད་དེ་བློ་ལ་ཟིན་ཡ་འདུག་མ་འདུག་བལྟ་ཡ་དེ་མ་རེད་ད་དེ། དེ་ཡིན་དུ་ཙང་ནས་དེ་འད་རེད་དེ་བྱེད་དུས་ཐུས་པད་ཀྱི་གོ་བ་ཅེ་ཡ་བསམ་པད་ཀྱི་དེ་ནི་མྱོང་བ་ཅེ་ཡ་དེ་འད། དེ་ནས་སྒོམ་པད་ཀྱི་ད་ཉོན་མོངས་པ་མགོ་ནས་གནས་སྐབས་དེ་ནས་མཐར་ཐུག་ལ་ཉོན་མོངས་པ་རྩ་མེད་བཟོ་ནས་ད་ཕ་ཡིས་དཔེ་ཆའི་ནང་གསུངས་བཞག་པད་ཀྱི་དོན་དག་དེ་ཚོ་ཚང་མའི་གི་རང་བཞིན་དུ་ང་རང་ཚོ་སེམས་དེ་འགྱུར་ཐུབ་པ་ཅིག་བྱུང་སོང་བ་ཡིན་ན་དེ་ནི་སྒོམ་པད་ཀྱི་ལག་རྗེས་ཟེར་བ་དེ་ལ། ཨོ་ཡ་ད་དེ་བྱེད་དུས་ཙང་ནས། དེ་ནས། རྒོད་པ་དེ་དེ་བྱེད། ད་ཉིང་རྒོད་རེད། དེ་ཡིན་དུས་ཉིང་རྒོད་དེ་ལ་དེ་ནས། ཕ་གི་ནང་ན་གཉིས་གསུངས་ཡོད་རེད། ད་ལྟ་འགྲེལ་བ་རྒྱ་བསྲེས་པའི་ནང་ལ། གཅིག་ག་རེ་གསུངས་པ་རེད་ཟེར་ན། ལུང་གི་ཆོས་དང་འབྲེལ་བའི་གི། རྒོད་པ་གཅིག་དང། རྟོག་པའི་གི་ཆོས་དང་འབྲེལ་བའི་གི་རྒོད་པ་གཅིག། ད་ཉིང་རྒོད་དེ་ལ། དེ་དཔེ་ཡག་པོ་ཡོད་རེད། ཉིང་ཁུ་གཉིས། ལུང་གི་ཆུ་དང་འབྲེལ་བའི་གི་ཉིང་ཁུ་གཅིག། རྟོགས་པའི་ཆུ་དང་འབྲེལ་བའི་གི་ཉིང་ཁུ་གཅིག། ད་དེ་ཁྱེད་རྣམ་པ་རྒྱ་གཞུང་ལ་ང་ཚོ་གཟིགས་ཐུབ་མ་འདུག་ས་བཟང་གི་འབྲེལ་བ་དང་བློ་གྲོས་ལྡན་པའི་འབྲེལ་བ་དང་འདུ་ལེན་ལ་ཡོད་རེད་ཕལ་ཆེར་གཅིག་ཤེས་ན་འདི་ནས་ལ་ཡོད་འགྲོ། དེ་བྱེད་དུས་ཚང་ནས་གང་ལྟར་དེའི་ཉིང་ཁུ་གཉིས་དེ་ངེས་དགོས་བུར་བ། ད་དང་པོ་དཔེར་ན་ལུང་གི་ཆུ་དང་འབྲེལ་བའི་ཉིང་ཁུ་ཟེར་ཡོང་དུས་ཚང་ནས། མངོན་པ་ཀུན་འདུས་འདི་ལ་ཐོས་བསམ་གྱི་སློབ་གཉེར་དེ་འདྲ་ཞིག་ཡག་པོ་ཞིག་བཟོ་ནས་ཀུན་འདུས་ཀྱི་ནང་ནས་གསུངས་པའི་གི་རྣམ་གྲངས་དང་མཚན་ཉིད་དང་རབ་དབྱེ་ལ་སོགས་པ་དེ་ཚོ་ཆ་ཚང་ཅིག་བློ་ལ་ངེས་སོང་བ་ཡིན་ན། དེ་ངེས་པའི་སྟོབས་ཀྱི་སྒོ་ནས་གཞན་ཕ་རོལ་པོ་གིས་ལུང་རིགས་ཀྱི་དྲི་བ་ག་འདྲི་ཅིག་དྲིས་ཡོང་བ་ཡིན་ན་ཡང། ཨོ། དེ་ནི་དེ་དག་ཐམས་ཅད་ལ་ལན་ཐོགས་པ་མེད་པར་སྤྲོད་ཐུབ་པ་ཅིག་ད་མངོན་པར་ཀུན་འདུས་ཀྱི་གཞུང་འདི་ལ་དེ་ནི་ཡོང་གི་རེད། གང་ཟེར་ན་གཞུང་འདི་དཔེ་རྣམ་གྲངས་རྒྱ་ཆེན་པོ་རེད། མཛོད་དང་ཀུན་འདུས་གཉིས་ཡག་པོ་ཅིག་བརྟག་ཐུབ་ན་དངོས་གནས་དཔེ་ཆ་ལ་གོ་བ་དགའ་རོགས་རླབས་ཆེན་པོ་ཆགས་འགྲོ་གི་རེད། གང་ཟེར་ན་རྣམ་གྲངས་མང་པོ་ཡོད་དུས་རྩ་ནས་དེ་བྱེད་དུས་དེ་ལུང་གི་ཆོས་དང་འབྲེལ་བའི་གི་དེ་ནི་ཡིན་གི་རེད། འདུས་སོ། ལོངས་སྐུ་ཆོས་དང་བྲལ་བའི་ཉིང་དགོས་ཏེ། ལོངས་སྐུ་ཆོས་དང་བྲལ་བའི་ཉིང་མཁྱེན་སོ། འདི་ལ་ཐོས་བསམ་གྱི་སློབ་གཉེར་ཡག་པོ་ཅིག་བྱས་ཡོང་བ་ཡིན་ན་དེ་ལ་བརྟེན་ནས་ཁྱོད་རང་དེ་ནས་སྒོར་བ་གཞན་གྱི་དྲི་བ་དང་རྩོད་པ་ལ་སོགས་པ་ཐམས་ཅད་གང་འདྲས་ཅིག་བྱས་ཡོང་བ་ཡིན་ན་ཡང་དེ་ཐམས་ཅད་ལ་ཅིག་ཐེ་ཚོམ་སེལ་ཐུབ་པ་དོགས་པ་སེལ་ཐུབ་པ་ལོག་རྟོག་སེལ་ཐུབ་པའི་གི་དེ་ནི་རྣམ་དཔྱོད་ཡོད་མཁན་གྱི་ཁྱོད་རང་ཆགས་ཀྱི་རེད། རང་རྒྱུད་ལ་ཡོད་པའི་ཐེ་ཚོམ་དང་ལོག་རྟོག་ཐམས་ཅད་སེལ་ཐུབ་པ་མ་ཟད་གཞན་རྒྱུད་ལ་ཡོད་པའི་ཐེ་ཚོམ་དང་ལོག་རྟོག་ཐམས་ཅད་སེལ་ཐུབ་པ་ཆགས་ཀྱི་རེད། དེ་མངོན་པ་ཀུན་ལ་འདུས་པ་འདི་ལ་དེ་ནི་ཅིག་ཐོས་བསམ་བྱས་པའི་གི་ཉིང་ཁུ་གཉིས་ཀྱི་ནང་ནས་དེ་ནི་ལུང་གི་ཆོས་དང་འབྲེལ་བའི་ཉིང་ཁུ་དེ་རེད་ཟེར་གི་ཡོད་ད། ད་དེ་ནས་ཉིང་ཁུ་གཉིས་པ་དེ་རྟོགས་པའི་ཆོས་དང་འབྲེལ་བའི་ཉིང་ཁུ་དེ་རེད། རྟོགས་པའི་ཆོས་དང་འབྲེལ་བའི་ཉིང་ཁུ་དེ་ལ་ཉིང་ཁུ་ཁག་གཉིས་བརྩི་དགོས་རེད། ཞི་གནས་དང་འབྲེལ་བའི་ཉིང་ཁུ་གཅིག། སླང་སྟོང་དང་འབྲེལ་བའི་ཉིང་དགོས་ཅིག། ཡག་པོ་འདུག་བ་དེ་ཚོ། ཨོ་ཡ། ད་ཞི་གནས་དང་འབྲེལ་བའི་གི་ཉིང་དགོས་ཟེར་ཡིན་དུས་ཙང་ནི། ཀུན་འདུས་ཀི་ནང་ནས་གསུངས་བཞག་པའི་གི་ཕུང་ཁམས་སྐྱེ་མཆེད་ཀི་རགས་དབྱེ་དང་བདེན་པ་བཞི་དང་བྱང་ཆུབ་ཆོས་ཀི་སུམ་ཅུ་སུམ་ཅུ་སོ་བདུན་ལ་སོགས་པ་དང་ཨོ་ད་དེ་ནང་བཞིན་གི་ཅིག་གཙོ་སེམས་དང་སེམས་བྱུང་དང་དེ་འདྲའི་གི་རྣམ་གྲངས་ཀི་རབ་དབྱེ་སྤང་བྱ་དང་གཉེན་པོའི་གི་རབ་དབྱེ་དེ་ཚོ་ཆ་ཚང་ལ་ཅིག་མཁས་སོང་བ་ཡིན་ན་ཡག་པོ་ཅིག་ངེས་སོང་བ་ཡིན་ན། ཁྱོད་རང་ཞི་གནས་དགོན་པའི་སྐབས་ལ་ཐེ་ཚོམ་ཅིག་མ་རེད། ཁོ་ཐག་ཆོད་པ་ཅིག། དེ་རྣམས་ལ་སྲས་བུ་ཞེས་གསུངས་བྱ་བ་ཡིན་དུས་དེ་ནས་ཅིག་དེ་ཚོའི་གིས་དམུས་ནམ་གྱི་ཐོག་ལ་ཐག་ཆོད་ཚར་བ་ཡིན་ན་གཞི་ནས་མགོན་པོ་སྐལ་བ་ཡི་སྐབས་སེམས་རྩེ་གཅིག་ཏུ་གནས་ནས་དེ་ནས་གོ་ཅིག་དེ་གི་བར་ཚོའི་སེམས་གཡེང་མ་སོང་བར་ཐེ་ཚོམ་སྐྱེས་མ་ཡོང་བ་དེ་འདྲ་ཕན་གི་རེད། དེ་མ་གཏོགས་ང་ཚོ་སྒོམ་རྒྱལ་སྡེ་བའི་སྐབས་སུ་ཨ་ལས་ད་དེ་ག་འདྲ་ཡིན་ན་བཟང་ད་ཐེ་ཚོམ་ཞི་ནས་ཟ་དགོ་དེ་ནས་སྒོམ་ཐོག་འགྲོ་དགོས་རེད་བ། དེ་བྱེད་དུ་བརྫ་ནས་དེ་ནས་མངོན་པ་ཀུན་འདུས་ཀྱི་རྟོགས་པ་དང་འབྲེལ་བའི་གི་ཉིང་ཁུ་དང་པོ་ཞི་གནས་དང་འབྲེལ་བའི་ཉིང་ཁུ་དེ་རེད་ཞི་གནས་ཁྱད་པར་ཅི་རྒྱུད་ལ་སྤྱད་ཡ་ལ་དེ་ནི་དགོས་པ་དེ་ཡོད་རེད། ལྷག་མཐོང་དང་འབྲེལ་བའི་ཉིང་དགོས་གསུངས་ཡོད་འདུག་ཙང་ནས་དེ་ལྟ་བུའི་དེ་ནས་མངོན་པ་ཀུན་འདུས་འདི་ནང་གསུངས་བཞག་པའི་གི་རྣམ་གྲངས་རབ་དབྱེའི་དོན་དག་གི་གནས་ཚུལ་ཇི་མ་ཇི་བཞིན་གྱི་ཁུངས་དུ་ཆུད་སོང་བ་ཡིན་ན་ལྷག་མཐོང་བདག་མེད་འདུག་པའི་ཤེས་རབ་ཡང་བདེ་བླག་ཏུ་འགྲུབ་གི་རེད། འོ་དེ་ཡིན་དུས་ཙང་ནས་ལྷག་མཐོང་དང་འབྲེལ་བའི་ཉིང་དགོས་ཟེར་ནས་འོ་ད་དེ་འདྲ་ཞིག་གསུངས་འདུག་བ། འོ་དེ་ཡིན་དུས་ཨ། དགོས་པ་གཙོ་བོ་དེ་དེ་རེད་ད། ད་དེ་བྱེད་དུས་ཙང་ནས་མངོན་པ་ཀུན་འདུས་འདི་དེ་ནས་དགོས་དོན་མཐར་ཐུག་པ་དེ་ལ་ད་གཉིས་འདུག་བ། རླུང་གི་ཆུ་དང་འབྲེལ་བའི་དགོས་དོན། རྟོག་པའི་ཆུ་དང་འབྲེལ་བའི་དགོས་དོན། ཨ། དེ་གཉིས་ཀྱི་ནང་ནས་ཡང་མཐར་ཐུག་ཏུ་རྟོག་པའི་ཆུ་དང་འབྲེལ་བའི་དགོས་དོན་རེད་བ། རྟོག་པའི་ཆུ་དང་འབྲེལ་བ་དེ་ལ་ཡང་ཞི་གནས་དང་འབྲེལ་བའི་དགོས་དོན་བྱེ་བྲག་ལྷག་མཐོང་དང་གི་དགོས་དོན་གཉིས་ཡོད་དུས་སང་ནས་མཐར་ཐུག་པ་དེ་ལྷག་མཐོང་དང་འབྲེལ་བའི་དགོས་དོན་རེད་བ། འོ་དེ་ཡིན་དུས་གནས་སྐབས་ཀྱི་དགོས་དོན་མཐར་ཐུག་གི་དགོས་དོན་གསུང་རབ་དང་འབྲེལ་བའི་དགོས་དོན་རྟོག་པ་དང་འབྲེལ་བའི་དགོས་དོན་ཡོངས་སུ་རྫོགས་པ་དེ་བསྟན་བཅོས་འདི་ལ་བརྟེན་ནས་འགྲུབ་ཐུབ་ཀྱི་ཡོད་རེད་དེ་མངོན་པ་ཀུན་འདུས་ཀྱི་དེ་ནི་དགོས་དོན་རེད་གསུངས་པར་གདའ། ད་དེ་གིས་མདོ་བྱེ་བྲག་གི་མན་ངག་ལྔ་གི་ནང་ནས་དེ་ནི་དགོས་དོན་དེ་ཤེས། ད་གཉིས་པ་ག་རེ་རེད། བསྡུས་པའི་དོན། ད་བསྡུས་པའི་དོན་ཟེར་ཡ་དེ་ག་རེ་རེད་ཟེར་ན་ལྷོ་མོ་ཡིན་ཉན་གི་འདི་གསུངས་འདུག་ཨ། རྒུད་པའི་དོན་ནི་བསྡུས་དོན་ལས་གསུངས་རེད། ད་ད་ལྟ་གོང་དུ་བཤད་པའི་རྒུད་དོན་དེ་འདྲས་ཅིག་འགྲུབ་ཐུབ་དང་མི་ཐུབ་ཟེར་ཡ་དེ་བསྟན་བཅོས་དེ་གི་དབུ་ནས་ཞབས་སུ་བསྡུས་པའི་གི་དོན་གང་ཡིན་པ་དེ་ལ་འབྲེལ་བ་གྲུབ་ཏུ་ཡོད་རེད། དེ་ཡིན་དུ་ཙང་ནས་དགོས་དོན་དུ་ཡག་པོ་གཅིག་ངེས་དགོས་ཡོད་ན་དེ་དགོས་དོན་དུ་འགྲུབ་ཡག་ཆེད་དུ་གཞུང་གི་འདོད་དོན་དེ་ངེས་དགོས་རེད། དགོས་པའི་དོན་ནི་འདོད་དོན་ལས་ལ་དོ། ཁོ་རང་གོ་རིམ་འདྲ་བོ་དེ། ཐོག་མར་དགོས་པ་བརྗོད་པར་བྱ། དགོས་པའི་དོན་ནི་འདོད་དོན་ལས། འདོད་པའི་དོན་ནི་ཚིག་དོན་ལས་གོ་རིམ་རིག་པ་ལྷ་ཆེ་དང་མི་འགལ་བ་ནི་གཉིས་ལས་སོ་གསུངས་རོ། འོ་དེ་ཡིན་དུ་ཙང་ནས་དགོས་དོན་རྟོགས་པར་བྱེད་པ་དེ་དེ་ནི་འདོད་དོན་ལ་རག་ལས་པ་ཟེར་གི་རེད། ད་འདི་ནས་མ་འདོད་དོན་རེ་བཤད་ཡོང་གི་འདུག།